འོ་ལགས་སོ། ད་དེ་རིང་ངས་དེ་ནས་མ་ད་ཡང། ཨ་ཏི་ཤ། བསྟན་འཛིན་ཕུན་ཚོགས་ལགས་ཀྱིས་བརྩམས་གནང་བའི་བོད་ལ་གཟིགས་སྐོར་སྐུ་ཚབ་ཐ་མའི་ལོ་རྒྱུས་ཟེར་གྱི། ཀློག་མཚམས་དེ་ནས་མུ་མཐུད་ནས་མ་ཀློག་ཆོག་པ་ཞུ་ཡས་ཡིན། ད་ཁ་སང་གཙོ་བོ་རྣམ་པ་ཚོ་གར་བྱས་པར་ཟེར་ན། འཐབ་ཕྱོགས་ཁོང་རྣམ་པ་ཚོ་ད་འཐབ་ཕྱོགས་ཁ་ཟས། སྤྱི་ཁྱུ་པོའི་སྤུར་རྒྱལ་མཚན་རྣམ་པ་ཚོ་ཐུག་ད་དེའི་ནང་ལས་ཕན་ཚུན། ཅིག་ཡར་རྒྱས་ག་རེ་བཏང་ཡོད་མེད་ད་ག་ནང་བཞིན་ཨ་ནི་ཁོང་རྣམ་པ་ཕེབས་སའི་ཡུལ་ག་བ་ག་བ་ཕེབས་གི་ཡོད་མེད་ད་ག་ནང་བཞིན་ཨ་ནི་སྐབས་དུས་དུས་ཀྱི་གར་སོགས་རེད། ཁོང་ཚོ་གི་གསུངས་པའི་གནས་ཚུལ་མང་པོ་ཅིག་གང་ནས་དེ་ནས། ཡང་དོན་ཚན་ལྔ་ཞེས་དེ་རེད་ད་དོན་ཚན་ལྔ་དང་འབྲེལ་བའི་གནས་ཚུལ་དེ་བཅས་ལེགས་པར་དེ་འདྲའི་བཀའ་མོལ་ཞིག་ཨ་ནི་ཞིབ་ཕྲ་དེ་སྐབས་དེ་དུས་ཨ་ནི་དེ་ཚོགས་ཁང་ནང་ལས་བྱེད་དགུ་བརྒྱ་ག་ཚོད་ཡོད་མེད་དང་སོ་ཧྥ་སི་དེ་འདྲའི་ཁ་འདོན་བོགས་འདོན་རེ་བ་ག་རེ་ཡོད་མེད་དང་དེ་ལས་སོགས་པའི་གནས་ཚུལ་མང་པོ་ཞིག་ལ་ཡང་འགོ་ཚོགས་ཀྱིས་གནང་བ་གནས་སྟངས་དེ་རེད། བྱས་ཙང་དེ་འདྲ་ཡིན་དུས་ད་འགོ་ཚོགས་ཚོགས་འདུ་གྲོལ་ད་ཚོགས་འདུ་ཆེན་པོ་ཚོགས་པ་ལ་གྲོས་འགའ་གནང་སོགས་དེ་འདྲ་བྱས་རྗེས་ཨ་ནི་ཚོགས་འདུ་མང་གྲོལ་རྗེས་མར་ལོག་འགྲོ་དུས་ད་མ་གི་ཤོད་ལས་བབས་རྗེས་ཨ་ནི་མོ་གྲལ་འཛུགས་འགྲོ་བྱས་པའི་སྐབས་ད་འགོ་ཚོགས་ཁ་རག་པར་སེ་ན་ཨ་ནི་ཨ་ལགས་འཇིགས་མེད་རིན་པོ་ཆེ་གིས་གནང་བའི། ཁ་སོགས་རྣམ་པའི་གསང་བའི་ཡིག་མཛོད་དེ་བཀླག་པ་འདི་རེད་ད་ཡིག་ཆ་ལུགས་སྣོད་དེ་ཡིག་སྣོད་དེ། འདི་ཡག་གེ་གར་ཆགས་པར་སྲིད་ན་དགའ་འདུག་གི་ད། བཟོ་སྒྲོས་གང་ཟེར་ན་འདིའི་ནང་ལས་ལྷག་འདུག་ག་ད་མ་གལ་མེད་ཅིག་སྣེ་ཤན་གྱི་ཅིག་པ་ཅིག་སྐྱེས་ག་ལེར་སོང་བྱས་པ་རེད་ད་དེའི་ནང་ནས་གསང་བའི་ཡིག་ཆ་ཆ་ཚང་བཀའ་ཤག་གི་དང་པོའི་རྒྱལ་བ་དག་ན་བཞིན་གྱིས་ད་གང་ལྟར། སྐུ་སྒེར་སྐུ་ཚབ་ཚོགས་པའི་ལྟ་སྐོར་ཚོགས་པའི་གསང་བའི་ཡིག་ཆ་བྱ་ཚང་དེའི་ནང་ལས་ལྷག་བསྡད་པ་དེ་རེད། བྱས་ཙང་སྤྱི་བཏང་གི་ཁོང་རྣམ་པ་ཚང་མ་རྦད་དེ་ད། མི་ལྔ་ཡི་ནང་ནས་གཏེམ་ཤོས་དེ་ཨ་ལགས་གཅིག་མེད་རེད་ངོས་འཛིན་བྱས་རྗེས་ཚང་མ་གི་ག་སོ་གར་ཁ་གཅིག་གྲག་གི་ནི་ཁོང་རང་ལས་ད་དེ་ཡིག་གསང་བའི་ཡིག་ཆ་བདག་ཉར་གནང་མཁན་དེ་ལ་རྩིས་སྤྲོད་གནང། ཨ་ནི་ཧོང་ཀོང་ནས་ཡིག་ནོར་ཅིག་དང་ཉོས་ད་ཡིག་ནོར་ཟེར་ག་རེ་ཡིན་མེད་གསལ་བོ་ཤེས་རབས། ང་ཚོ་བོད་ཡིག་གི་ཐ་སྙད་དེ་ཁ་བ་ཐན་ཐན་སྒྲོག་ཕྱིར་འགྲོ་བ་ཡིག་ནོར་ཟེར་དུས་ག་རེ་ན་ངོས་འཛིན་བྱེད་ཆོག་གི་རུ་བ་ཡིག་ཆ་ལུགས་སྲོལ་གཏོར་བའི་ཅིག་ལ་ངོས་འཛིན་བྱེད་ཆོག་གི་རེད་ཡང་ཧྥོལ་ཏོ་ཧྥལ་ག་རེ་ན་དེ་འདྲའི་རུ་བ་ད་ཧྥལ་ཏོ་ཡིན་ཟིག་མ་རུ་བ་ག་འདྲ་ག་འདྲ་ཅིག་ན་དེ་འདྲའི་ཅིག་ནང་ནས་ཡིག་ཆ་དེ་ལྷག་བྱས་ཡ་གའི་རྗེས་ལས་མ་སྐྱེལ་ག་ལབ་སོང་ཆོག་གི་རེད་ད་ག་འདྲ་བཟང་བའི་ཡིག་ཆ་དེ་ལྷག་མ་དགོས་ས་ཡིག་ས་ཆ་ད་ག་རང་ལས་ལྷག་བྱས་ད་སྟེགས་བཟོ་གྱི་མ་དོ། གར་སོགས་མགོ་ལོག་ཙེ་རུ་ཙེ་རུ་བྱེད་པའི་གནས་དང་དེ་རེད། འོ་ད་སྟེགས་ཁ་སང་དེ་བར་སླེབས་པ་རེད། ད་དེ་རིང་དེ་མིན་མ། ག་རེ་རེད་ཟེར་ན་སྙན་གྲགས་ཅན་གྱི་རྒྱ་ནག་ལྕགས་རི། ལྕགས་རིར་གཟིགས་སྐོར་དུ་ཕེབས་པ་ཞེས་དེ་རེད། ད་ཚེས་བ་ཉི་ཤུ་རྩ་གཉིས་ཉིན་རྒྱ་ནག་ལྕགས་རི་ཞེས་སྐད་གྲགས་ཅན་དེ་བལྟ་བར་ཕྱིན་པ་ཡིན། དེ་བཞིན་ཆིག་སྟོང་ལྔ་བརྒྱ་གྱ་བཞི་ལོར་བཞེངས་པའི་མིང་རྒྱལ་པོའི་བང་སོ་ཡང་བལྟ་བར་ཕྱིན། མིང་རྒྱལ་པོའི་བང་སོ་ཞེས་ཡོད་རྒྱ་རེད། ཡོད་ས་རེད། དགོང་དྲོ། དགོང་དྲོ་དཔོན་དང་འཇིགས་མེད་རིན་པོ་ཆེ་གཉིས་སྒྱུ་རྩལ་འཁྲབ་སྟོན་ལྟ་བར་ཕྱིན། ད་དེ་ལ་དགོང་དྲོ་དཔོན་ཟེར་དེ་དྲོ་དཔོན་ཡིན་ས་རེད་ལྷ་ཡིན་ས་རེད་ཡིད་ཆེས་བྱེད། ཨོ་ཨོ་སྒྱུ་རྩལ་གྱི་ལྟད་མོ། དེ་འདྲ་ཞིག་ད་ག་ཕེབས་སོང། ཨ་རིར་གནས་བཞུགས་དོན་གཅོད་ཟུར་པ་ཕུན་ཚོགས་དོན་ལྡན་ལགས་དང་ས་ཁོང་གི་ནང་མི། རྒྱ་ནག་ནང་ཕེབས་འདུག་ས་ཁོང་ཚོ་མཉམ་དུ་ཨ་རིའི་བུད་མེད་ཅིག་འདུག་པ་དེར་རྒྱ་མིས་དོགས་པ་ཆེན་པོ་བྱེད་ཀྱི་འདུག། དོན་གཅོད་ཟུར་པ་ཕུན་ཚོགས་དོན་ལྡན་ལགས་ཞེས་འདུག་ཨ་རི་ལ་གནས་བཞུགས། འོ་ད་ཁོ་རང་དང་ཁོང་གི་ནང་མི་རྒྱ་ནག་ནང་ལ་ཕེབས་ཤག་ཟེར་ད་སྐབས་དེ་དུས་ཨ་ནི་ཁོང་མཉམ་དུ་ཨ་རིག་གི་བུད་མེད་ཅིག་འདུག་དེ་ལ་ཡ་དོག་པོ་མང་པོ་ཞིག་འདུག་ཟེར་དེ་རེད། འོ་ད་དེ་དེ་ལས་མི་འདུག་གནས་ཚུལ་མདོར་བསྡུས་དེ་རེད། ད་འདི་ནས་གལ་ཆེ་ཤོས་ཅིག་གར་དོགས་ཟེར་ན་འབའ་བ་ཕུན་ཚོགས་དབང་རྒྱལ་ལགས་དང་མཇལ་འཕྲད་ག་དུར་གནང་བ། ད་འབའ་བ་ཕུན་ཚོགས་དབང་རྒྱལ་དང་མཇལ་འཕྲད་གནང་བ་དེ་རེད། ད་དེའི་ནང་ལས་གནས་ཚུལ་ག་ར་ག་ར་བྱུང་འདུག་ད་དེ་བཞིན་སླེབས་གི་རེད་བ། ཚེས་ཉི་ཤུ་རྩ་གཉིས་དགོང་དྲོ་ས་ཆུ་ཚོད་བཞི་པའི་ཐོག་སྐུ་ཚབ་ལྷན་རྒྱས་སྦལ་བ་ཕུན་ཚོགས་དབང་རྒྱལ་ལགས་ས་རྒྱལ་འབྲས་ཆེད་ཕེབས་ནས་ཆུ་ཚོད་ལྔ་དང་ཕྱེད་ཀ་བར་ཁོང་གི་གཟིམ་ཁང་དུ་བསྡད། འོ་ད། ཁོ་རང་ཚོ་ཆུ་ཚོད་བཞི་པའི་སྐབས་ལ་སི་ཏུ་ཆུ་ཚོད་གཅིག་དང་ཕྱེད་ཀ་ཚོ་བྱས་རེད། འོ་དེ་ཡི་ད་ཁོང་རྣམ་པ་སྐུ་ཚབ་རྣམ་པ་ཚོ་ཚང་མ་ཡིན་ས་རེད། ཨ་ནི་ཆུ་ཚོད་གཅིག་དང་ཕྱེད་ཀ་ཚོ་བྱས་རྗེས་གང་ལྟར་ཆུ་ཚོད་ལྔ་དང་ཕྱེད་ཀ་བར་བཞུགས་པ་ཡིན། ཁོང་གི་གཟིམ་ཁང་ནི་གྲོང་ཁྱེར་གྱི་དཀྱིལ་དུ་མི་མང་དཀྱུས་མ་བསྡད་སྲིད་ཁང་པ་ཐོག་བརྩེགས་མང་པོ་ཡོད་པ་ཞིག་གི་ཐོག་བརྩེགས་དཀྱིལ་ཙམ་ལ་བཞུགས་འདུག་སྐུ་གསུང་དང་ཉེན་རྟོག་མེ་སྣ་སོགས་གང་ཡང་མཐོང་རྒྱུ་མི་འདུག་ཨོ་ས་ད་ག་རེ་ཁོང་གི་གཟིམ་ཁང་དེ་ད་དེ་འདྲ་དེ་ཁ་སང་དེ་འདྲ་ཁ་གསལ་དེ་དང་ཁྱོད་འདྲ་གི་མི་འདུག་བ་ང་པོའི་ངག་དབང་འཇིགས་མེད་ལགས་ང་པོའི་ངག་དབང་འཇིགས་མེད་ལགས་ཡིན་པ་ཡིན་ན་ཁང་པ་བལ་དེ་ལོག་གི་ཡ་ནི་མ་ད་སྐུ་གསུང་ཅིག་དང་ཞོལ་ཅིག་ཡོད་པ། མང་པོ་ཞིག་ཏུ་བ་འདུག་གན་ག་སོགས་པར་གསུང་བྱ། ཨ་ད་ཁོང་ལ་ཡི་ག་པོ་ཞིག་མ་འདུག་པེ་ཅིང་གི་སྐྱིད་དེ་ཡ་ཆེ། གྲོང་རྡལ་གི་སྐྱིད་དེ་ཡ་ཆེ་ཨ་ནི་ག་རེད་ཟེར་ན་ཁང་པ་ཐོག་བརྩེགས་ཅན་མང་པོ་གི་ནང་ནས་ཨི་ད་སྐྱིད་དེ་འདྲ་ཞིག་ལ་རེད་འདུག་བྱས་པ་རེད། སྐུ་སྲུང་དང་དེ་འདྲའི་རིགས་དང་མཐོང་ཡས་མི་འདུག་ཟེར། ཨ་ནི་ཁོ་ཚོ་ཐུག་དུས་ག་རེ་བྱས་པ་རེད་ཟེར་ན་དང་པོ་ཕན་ཚུན་ངོ་སྤྲོད་དང་གཞུང་འབྲེལ་ཕྱག་རྟགས་འབུལ་བཤད་དང་འཚམས་འདྲི་གནང་རེས་ཟིན་རྗེས་ཁོང་ནས་གོང་ས་ཆེན་པོ་སྐུ་སྐྱིད་གསལ་ཐང་ཡིན་ཤག་དང་སྔ་ལོ་ཞལ་པར་ཐོག་བཀའ་མོལ་ཞུ་ཐུབ་པར་ཧ་ཅང་དགའ་པོ་བྱུང་ལུགས་གསུངས། བྱས་ཙང་ད་ཁོང་རྣམ་པ་རྒྱའི་གྱེས་ངར་བྱེད་པར་རྒྱའི་ཁྱབ་ཞིབ་ལོ་ལ། ད། ཁོང་ཕ་ཚོ་ད་གཞུང་འབྲེལ་གྱི་ཕྱག་རྟགས་ཕུལ་ཡས་དེ་འདྲ་ཕྱག་རྟགས་ག་རེ་ཡོད་ན་དེ་ཡོད་ཡོད་རོགས་ཨ་དེ་ཕུལ་རེ་ཆེ། ཨ་ནི་ཁོང་རང་གིས་ག་རེ་གསུངས་ག་རེ་གསུངས་རྒྱལ་བ་རིན་པོ་ཆེ་སྐུ་གཟུགས་གསལ་དང་ཡིན་ཤག་ཅེས་ཨ་ནི་སྔ་ལོ་སྲིད་དུས་རྒྱའི་ཁྱབ་ཞིབ་ལོ་ལ་ང་ཚོ་བཀའ་མོལ་བྱུང་སོང་ཞེས་པ་ཐོག་ལ་དེ་ག་བ་ཞིག་བྱུང་གསུངས་པ་རེད། སྐུ་ངོ་སྐུལ་འདེད་གླིང་ནས་ང་ཚོ་སྐུ་ཚབ་ཀྱི་ལྟ་སྐོར་དང་བྱེད་སྒོའི་སྐོར་ཁྱེད་རང་དང་ཀུན་གཟིགས་པཎ་ཆེན་རིན་པོ་ཆེ་ང་ཕོད་བཅས་ལ་བཀའ་སློབ་ཞུ་སྐོར་བཀའ་མངགས་ཡོད་པའི་སྐོར་དང། ང་ཚོར་དགའ་བསུའི་གསོལ་སྟོན་གྲངས་སྐབས་ལྕང་སྤུ་འབྲང་ནས་དོན་ཚན་ལྔ་སྐོར་གསུངས་བྱུང་ཡང་དུས་སྐོར་ས་བོད་མི་མང་ཚོགས་ནས་ཁས་ལེན་བྱེད་ཀྱི་མེད་ལུགས་བཅས་ཞུས་པར་ད་ལམ་སང་ཆུང་ས་དེ་ག་བ་བྱུང་བར་ཟེར་ན་དོན་ཚན་ལྔ་དེ་རེད། བྱས་ཙང་དོན་ཚན་ལྔ་དེ་ཧུའུ་ཡའོ་པང་རེད་པ་དང་ཀུང་རྒྱ་ལི་དོན་གྲུབ་ཀྱི་ནང་ཕར་ལ་བཞག་པ་རེད་ཅེས་བྱས་པ་ག་ཚང་གསུང་ཡས་དེ་རེད། བྱས་ཙང་དེའི་ནང་ལས་ག་རེ་ཤོད་པར་ཟེར་ན་ད་ཀུང་ཨོ་ཀུན་བདེ་ལེགས་ཀྱིས་ག་རེ་གསུང་པར་ཟེར་ན་ཨ་ནི་ང་ཚོ་དེ་ག་མངགས་ཏེ་ག་རེ་ཡོད་ཟེར་ན་ཨ་ནི་གཅིག་ནི་ཁྱེད་རང་བྱས་ཨ་ནི་གཉིས་པ་དེ་པན་ཆེན་རིན་པོ་ཆེ་བཅས་ང་ཕོད་གསུམ་ལས་ཨ་ནི་བྱ་ཡོད་བྱ་རེ་ཞུས་རྗེས་ཨ་ནི་ཁྱེད་རྣམ་པའི་བཀའ་སྒྲུབ་ལོམ་སྟོན་ཞུ་ཡས་དེ་འདུག་ཅེས་བྱས་ཡོད། ཨ་ནི་ང་ཚོ་གི་ཨ་ནི་ཀོ་ཅང་པུའུ་ཀྲང་ཟེར་དེ་གིས་ང་ཚོ་གསོལ་སྟོན། ག་ཚོད་གསོལ་སྟོན་གྱི་བཤད་པའི་སྐབས་དེ་ལ་ཡ་ཨ་ནི་ཡང་དོན་ཚད་ལྔ་སྟོན་གྱི་གནས་ཚུལ་དེ་གསུང་གི་འདུག་དེའི་སྐོར་ང་ཚོ་བོད་པའི་ངོས་ནས་ཁས་ལེན་བྱེད་རྒྱུ་མེད་ཅེས་ཀྱི་ཞུས་པ་ཡིན་ཞུས་པ་རེད། ཕུན་དབང་ལགས་ཀྱིས་གསུང་དོན་དོན་ཚད་ལྔ་དེ་བཞིན་ཐོག་མར་ཧུ་ཡོ་པང་དང་རྒྱ་ལོ་དོན་གྲུབ་བར་བཀའ་མོལ་བྱུང་བ་ལས་གཞན་གྱི་ཤེས་རྟོགས་མེད་བྱས་པ་དང། ཨོ་ད་དོན་ཚད་ལྔ་དེ་དང་པོ་དེ་ཧུ་ཡོ་པང་དང་དོན་གྲུབ། ག་ཚད་རྒྱ་ལོ་དོན་གྲུབ་བར་ལ་བཀའ་མོལ་བྱུང་བ་ལས་གཞན་གྱིས་ག་གུ་ཅི་བཤད་ཀྱི་ཡོད་མ་རེད་ད་ཀོང་རྒྱལ་ལོ་དོན་གྲུབ་ལགས་དང་ཁོང་རྣམ་པ་གཉིས་ཀྱིས་མ་གཏོགས་སུ་ཅི་བཤད་ཀྱི་ཡོད་མ་རེད་དེ་ནས་བར་ལམ་རླུང་འཕྲིན་དང་གསར་ཤོག་ཁག་ནས་གསལ་བསྒྲགས་བྱས་པ་དང། དབྱིངས་དཔའ་ཐང་ནས་འགྲེལ་བརྗོད་བྱས་པ་བཅས་ལ་བརྟེན་ནས་གཞི་ནས་གསལ་རྟོགས་བྱུང་བ་རེད་ཅེས་དང། ད་བྱས་ཙང་གནས་ཚུལ་དེ་ག་འདྲས་སྤྱི་ཚོགས་ནང་ལ་བྱམས་པ་རེད་ཟེར་ན། དང་པོ་དེ། སྤྱི་བཏང་གི། ཀོང་རྒྱལ་ལོ་དོན་གྲུབ་ལགས་དང། ཧུའུ་ཡའོ་ཝང་བར་ལས་མ་གཏོགས། ཨ་ནི་ནད་དུག་དེ་སུ་ཅིག་ཤེས་ཀྱི་ཡོད་མ་རེད་ཡིན་ན་ལས་བྱེད་ལས་གསར་ཤོག་དང་རླུང་འཕྲིན་དེ་འདྲ་ལས་དོན་བྱས་ཨ་ནི། དབྱིངས་དཔའ་དང་ཟེར་དེ་རེད་ད་ཁོས་དམག་སྡེ་བཅོ་བརྒྱད་པ་ལས་དེ་རེད་ཅེས་དབྱིངས་དཔའ་ཁོང་བོད་བོད་ལ་འགྲོ་དགོས་ཨོ་ཁོས་རང་རང་ལས་ཁོས་འགྲེལ་བརྗོད་བྱས་དེ་འདྲས་བྱས་རྗེས་ཨ་ནི། ང་ཚོས་གསལ་པོ་ཤེས་པ་རེད། བསམ་ཚུལ་ག་རེ་ཡོད་ཀྱང་ཐད་ཀར་ཞུ་དགོས་ང་ཚོས་ཞུས་པ་དང་ཁྱེད་ཚོས་ཞུས་པ་གཉིས་མི་འདྲ། སྤྱིར་དབུས་གཞུང་གི་སྲིད་བྱུས་དེ་བོད་དང་བོད་མི། ག་ཚད་སྲིད་བྱུས་དེ་བོད་མི་དང་མི་རིགས་འདྲ་མིན་ཚང་མར་ཡང་དག་པར་ཡོད་ཀྱང་དེ་དག་ས་གནས་སོ་སོའི་ལས་བྱེད་པའི་ལག་ལེན་མ་འགལ་བ་དང་དངོས་འབྲེལ་ཞུས་ན་རྒྱལ་ཁབ་ཆེ་དྲགས་པའི་རྐྱེན་གྱིས་བོད་ཀྱི་གནས་ཚུལ་ཇི་མ་ཇི་བཞིན་ཀྲུང་གོའི་གཞུང་གིས་ཤེས་ཀྱི་མེད་པ་ལྟར། སྐུ་ཚབ་དང་པོ་ཕེབས་རྗེས་གཞི་ནས་བཤད་པ་རེད་གསུངས་པ་རེད་བྱས་ཙང་ཀ་བསམ་ཚུལ་ག་རེ་ཡོད་པ་ཡིན་ན་ལས་གསལ་བོ་བཤད་དགོས་རེད། ཨ་ནི་ང་ཚོས་ཞུས་པ་དང་ཀྲུང་དབྱང་ལས་གཟིགས་ཡོད་རེད་རྒྱ་ནག་གཞུང་ནས་ང་ཚོས་ཞུས་པ་དང་ཁྱེད་རང་ཚོ་ཞུས་པ་གཉིས་འདྲ་གི་མ་རེད་བྱས་ཙང་ནུས་པ་ཆེ་ལོས་དེ་གསུངས་དགོས་ཨ་རེད། སྤྱི་བཏང་གི་དབུས་གཞུང་གི་སྲིད་ཇུས་དེ་ད་རྒྱ་དང་བོད་མི་དང་སྤྱི་བཏང་གི་ཚང་མ་ལས་འདྲ། ག་སོག་ར་མི་རིགས་ཚང་མ་འདྲ་མཉམ་ཡོད་པ་ཡིན་ན་ལས་གཅིག་ནས་ཨ་ནི་ས་གནས་ས་ཐོག་གི་ལས་གལ་ཆེན་གི་ལས་བྱེད་པས་ད་ལག་ལེན་མ་འགལ་བ་གཅིག་བྱས་གཉིས་ནས་ཨ་ནི་རྒྱལ་ཁབ་ཁོ་རང་ཆེན་པོ་ཡིན་དུས་ཨ་ནི་བོད་གི་གནས་ཚུལ་དེ་ཇི་མ་ཇི་བཞིན་ཡ་གི་དབུས་ལས་སླེབས་ཐུབ་གི་མེད་པའི་གནས་དོན་དེ་འདྲ་རེད། ཨ་ནི་དེ་འདྲ་ཡིན་ཙང། ཨ་ནི་སྐུ་ཚབ་དང་པོ་ཕེབས་རྗེས་གཞི་ནས་བཤད་པའི་གནས་སྟངས་དེ་འདྲ་བྱུང་བ་རེད་གསུངས་བར་དེར་བྱས་ཙང་ད་སྐུ་ཚབ་དང་པོ་ཕེབས་དུས་ནས་ད་ང་ཚོ་གཅིག་དེ་འོས་མི་ལང་གི་སྲིད་ཇུས་ཀྱི་གྲུབ་འབྲས་གཅིག་དེ་ལྟ་བྱུང་བལྟས་ན་འགྲིག་ཡོད་རེད་བ། ག་རེ་ཟེར་ན་ཁོང་གསུངས་འདུག་ད་བོད་ཀྱི་གནས་ཚུལ་མང་པོ་གཅིག་ཀྲུང་དབྱང་གི་ཡ་ག་སླེབས་ཀྱི་ཡོད་པ་མ་རེད་ག་རེ་ཟེར་ན་ད་ཁོ་གཅིག་རྒྱ་ནག་གི་དམག་གི་ཆག་ཆག་དང་རེད་ཀྱི་ཡོད་རེད་ས་གནས་སྲིད་གཞུང་གི་བ་དེ་བོད་ཀྱི་གནས་ཚུལ་མེད་ཟེར་བྱས་རྗེས་དད་ཀྱང་དད་རྗེས་བཀག་བཞག་གི་ཡོད་དུས་ཨ་ནི། ད་ག་དེ་ཡར་སླེབས་ཀྱི་ཡོད་སྲོལ་མ་རེད་པ་ཡིན་ན་ཡང་ད་སྐུ་ཚབ་དང་པོ་ཕེབས་དུས་ཨ་ནི་གཞི་ནས་ཡར་ཀྲུང་དབྱང་དབུས་གཞུང་ལ་སླེབས་པ་རེད་ཟེར་བྱས་རྗེས་དེ་རེད་ད་ཁོ་ཚོའི་གནས་སྟངས་དེ་རེད། འོན་ཀྱང་གཡོན་ཕྱོགས་ཤུགས་རྐྱེན་ཡོད་ཕྱིར་ད་ལྟ་ཡང་སྲིད་བྱུས་ཁུངས་འཁྱོལ་བ་ཞིག་ཡོང་གི་མེད་པ་རེད་དེར་བརྟེན་ཧུའུ་ཡའོ་པང་བོད་ལ་ཕེབས་ནས་ཞིབ་འཇུག་བྱས་ཏེ་རང་སྐྱོང་ལྗོངས་ཀྱི་ཐོབ་ཐང། ཐོབ་དབང་ཆ་ཚང་སྤྲོད་དགོས་པའི་བཀའ་གནང་བ་རེད་ཟེར་བྱས་ད་གཡོན་ཕྱོགས་པ་དང་གཡས་ཕྱོགས་པ་ཟེར་ཏེ་ག་ས་ག་ལ་ཆབ་སྲིད་ཚང་མ་ལ་ཡོད་དམ་རེད་པ་བྱས་ཙང་ག་དེ་ཨ་ནི་གནས་སྟངས་དེ་གི་སྒང་ནས། ད་ལྟའི་གཡས་འཇོག་དང་གཡོན་འཇོག་གི་རྒྱབ་ལྗོངས་དེ་སྔོན་མ་ཧྥ་རན་ཞིག་གི་དེ་ཡིན་པ་ག་ཚད། རྒྱལ་རྒྱུད་རིང་ལུགས་གཏོར་བའི་དུས་ཚོད་ཅིག་ནི་རེད་གཡས་འཇོག་དང་གཡོན་འཇོག་ཟེར་དུས་རྒྱལ་པོ་གཡས་འཇོག་དང་གཡོན་འཇོག་བར་གྱི་མིའི་བར་གྱི་བསམ་བློའི་འཁྱེར་སོ་དེ་སྒང་ནས་ཤེས་ཀྱི་ཡོད་པ་འདྲ་ངོ་མ་དེ་འདྲ་བྱེད་འབོད་དེ་ལྟ་བ་དེ་གཡས་འཇོག་དང་གཡོན་འཇོག་ཟེར། བྱས་ཙང་གཡོན་འཇོག་གི་ལྟ་བ་དེ་ཤུགས་ཆེན་པོ་ཡོད་པ་ལ་བརྟེན་ནས་ད་ཁུག་ཡོད་པ་གར་སོ་གོ་རེད། སྲིད་ཇུས་ཡག་པོ་ཅིག་ཁུངས་འཁྱོལ་ཡོང་གི་ཡོད་མ་རེད། དེ་ལ་བརྟེན་ནས་ཧུའུ་ཡའོ་པང་བོད་ལ་ཕེབས་ནས་ཞིབ་ཞིབ་འཇུག་བྱས་ཏེ་ད་བོད་རང་སྐྱོང་ལྗོངས་ག་སོགས་ཀྱི་ཐོབ་ཐང་ཆ་ཚང་གཅིག་བོད་རང་སྐྱོང་ལྗོངས་ཀྱི་ཐོབ་ཐང་ཆ་ཚང་སྤྲོད་དགོས་པའི་བཀའ་གནང་བ་རེད་གསུངས་པ་རེད་ད་རང་སྐྱོང་ལྗོངས་ཀྱི་གནས་བབ་ཅིག་ཡོད་པ་དེ་རེད་ད་ཤུགས་རྐྱེན་དེ་དེ་འདྲའི་ཆེ་ཆེ་སླེབས་ཀྱི་ཡོད་རེད་ད་དེ་ཡང་བོད་པའི་གནས་ཚུལ་དེ་དབུས་གཞུང་ལ་མ་སླེབས་པའི་ཤུགས་རྐྱེན་གཅིག་དེ་ཡིན་རྒྱུ་རེད། དེ་བཞིན་དབུས་གཙང་པཎ་ཆེན་རིན་པོ་ཆེ་ནས་ཀྱང་ཞུ་སྐུལ་ཤུགས་ཆེ་གནང་ཡོད་པ་མ་ཟད་ཕྲན་ནས་ཀྱང་ཧུའུ་ཡའོ་པང་སྔ་རྗེས་མཇལ་སྐབས་བོད་མི་རིགས་ལ་གཟིགས་རྟོག་ཡག་པོ་གནང་མ་ཐུབ་ཚེ་མི་རིགས་གླག་རྙེད་ཡོད་སྐོར་ཞུས་པར་ཐུགས་སྣང་ཆེན་པོ་གསན་སོང་བྱས་པ་རེད། ད་དེའི་རྗེས་ལས་ཨ་ནི་པཎ་ཆེན་རིན་པོ་ཆེ་གིས་ཨ་ནི་རྦད་དེ་ཤུགས་ཆེན་པོ་ཞིག་བསྐྱོན་ཡོད་རེད། སྐུ་ངལ་ཆེན་པོ་བསྐྱོན་ཡོད་རེད་ཅེས་པར་ད་ཞུ་སྐུལ་ཤུགས་ཆེན་པོ་གནང་ཡོད་རེད། ཨ་ནི་དེ་འདྲ་མ་ཟད་ཁོ་རང་ཡིན་པ་ཡིན་ན་ལས་ཁུངས་ཡག་པོ་ག་དུས་བྱས་ནའང་བོད་ཀྱི་གནས་ཚུལ་ཞུས་རྗེས་ད་གང་ལྟར་གཟིགས་རྟོག་ཡག་པོ་མ་གནང་པ་ཡིན་ན་བོད་མི་རིགས་གླགས་རྙེད་ཡོད་པའི་སྐོར་ཡང་ཞུ་མྱོང་ཡོད་བསམ་པ་རེད་བྱས་ཙང་དེ་ཚོ་ཡང་དོ་སྣང་ཆེན་པོ་སེང་སོང། གཙོ་བོ་བོད་མི་མང་ཐག། གཙོ་བོ་བོད་མི་མང་གལ་ཆེ་བ་རེད་སྟག་རྩེ་རིན་པོ་ཆེ། རྒྱ་ནག་ལ། ཕེབས་སྐབས་ཀྱང། ཡག་ཐག་ཆོད་གསུངས་སོང། ད་གཙོ་བོ་དེ། བོད་མི་ཁོ་རང་བོད་མི་མང་དེ་གལ་ཆེན་པོ་རེད་དེ་འདྲ་ཡིན་ཙང་སྟག་རྩེ་རིན་པོ་ཆེ། རྟ་མགྱོགས་རིན་པོ་ཆེ་གི་སྐུ་མཇལ་འཕྲད་ཞོར་དུ་རོའོ་ཁོང་བོད་ལ་ཕེབས་དུས་ཡང་ཡག་ཐག་ཆོད་གསུངས་སོང་གང་ལྟར་འཕྲལ་ཕུགས་གཉིས་གཞི་རྩར་བཟུང་སྟེ་ད་ལྟའི་འབྲེལ་ལམ་བྱེད་ཕྱོགས་ཐད་ཞི་ལྷོད་སྒོ་ནས་བསམ་བློ་གཏོང་དགོས་པ་དང་གནས་ཚུལ་ལེགས་ཉེས་གང་ཡིན་ཡང་རྒྱ་གཞུང་དབུ་ཁྲིད་ཚོར་ཞུ་དགོས་རེད་ད་གཙོ་བོ་གལ་ཆེ་ཤོས་དེ་བསམ་བློའི་འཁོར་ཕྱོགས་དེ་གར་བཏང་དགོས་རེད་ཟེར་ན་དབུ་ཁྲིད་རྣམ་པ་ཚོ་གི་འཕྲལ་དང་ཕུགས་གཉིས་ཀྱི་འཕྲལ་གྱི་ཁེབས་སང་གར་འདུག་ཕུགས་ཀྱི་ཁེ་ཕན་ག་རེ་འདུག་དེ་གཉིས་རྩ་བ་ལ་བཟུང་སྟེ་ཨ་ནི་ད་ལྟ་ང་ཚོ་འབྲེལ་ལམ་བྱེད་ཕྱོགས་ཀྱི་དེ་ལ་ཨ་ནི་ཚ་ཁ་ཚིག་གིས་མ་གཞི་པ་ཞིས་ཤིང་ལྷོད་པའི་སྒོ་ནས་བསམ་བློ་ཡག་པོ་གཏང་དགོས་པ་དང། གནས་ཚུལ་ལེགས་ཉེས་ག་འདྲ་ཅིག་ཡིན་ན་ལས་རྒྱ་རིགས་དབུ་ཁྲིད་ཚོ་ལ་ཞུ་དགོས་ཀྱི་ཡོད་རེད་དེ་རེད། སྟོན་པ་བཅོམ་ལྡན་འདས་ཀྱི་བཀའ་ཡང་དག་པ་དེ་གྲྭ་བ་ཚང་མས་ལག་ལེན་བསྟར་མ་ཐུབ་པ་ལྟར་ཏང་གི་སྲིད་ཇུས་དེ་ཡང་ཚང་མས་ལག་ལེན་ལ་བསྐྱེལ་མ་ཐུབ་པ་ཞིག་ཆགས་ཡོད་གསུངས་པ་རེད་བྱས་ཙང་ད་གོང་གི་དཔེ་དེ་ཏང་གི་སྲིད་ཇུས་དེ་སངས་རྒྱས་ཀྱི་བཀའ་ལས་པའི་དར་ཅེས་གསུངས་འདུག་བ། ཨཱ་ད་བཅོམ་ལྡན་འདས་ཀྱི་བཀའ་དེ་ཡང་དག་པར་གྲྭ་བ་ཚང་མས་ལག་ལེན་མ་བསྟར་བ། ལག་ལེན་ལ་བསྟར་མ་ཐུབ་པ་ནང་ད་ཏང་གི་སྲིད་ཇུས་དེ་ཡང་ཧ་ཅང་གི་ཡག་པོ་ཡོད་རེད་དེ། ནི་ལག་ལེན་བསྟར་ཐུབ་ཀྱི་མེད་པ་དེ་ཆགས་ཡོང་གི་ཡོད་རེད་ཟེར་ཅེས་དེ་འདྲའི་གསུངས་སོང་བྱས་པ་རེད། ཕུན་ཚོགས་དབང་རྒྱལ་ལགས་ནས་དེ་ཉིན་དགོང་དྲོའི་གསོལ་ཚིགས་སྙན་གྲགས་ཅན་གྱི་པེ་ཅིང་བསྒྲགས་གནང་ས་གདན་ཞུས་ཀྱིས། ཨེ་ཤ། ཨ་ནེ་ཡི་གསོལ་ཚིགས་རྒྱས་པ་འདེགས་འབུལ་གནང་སོང་ས། གུས་རང་ཉིད་མི་བརྫི་ན་དེ་འདྲའི་དམ་བཅའི་ཟ་བྱེད། ཟ་བ་ཐེངས་དང་པོར་སོང་གྲོ་ཞིམ་ལྡན་པའི་ས། ཚོར་བ་དམིགས་བསལ་ཞིག་བྱུང་སོང་ས་ཞལ་ལག་དེ་དྲོ་བ་བྱུང་ཤག་ཨོ་དེ་ཡིན་ད་དེ་ཉིན་ནས་ཨ་ནེ་ཕུན་ཚོགས་དབང་རྒྱལ་ལགས་ཀྱིས་ཁོང་རྣམ་པ་ཚོའི་གསོལ་ཤིག་གསོལ་ཚིགས་བཀྱག་འདུག་ག་དེ་པེ་ཅིང་བྲག་ཟེ་ཟ་ཁང་ཞིག་ཟོ་ཨོ་བྱས་ཙང་དེའི་ནང་ལ་ཞོད་ཅིག་དེའི་ནང་ལ་དེ་ཡིན་ས་རེད། དམ་བཅའི་ཟ་ཁང་ཡིན་དུས་སྦ་ཕེ་ཟེར་མེད་འགྲོ། ཨོ་དེ་འདྲས་ཡིན་དུས། ཟས་རིགས་འདྲ་མིན་སྣ་ཚོགས་དམ་ཡེ་ཡོང་གི། ཨོ་དེ་འདྲས་དཔེ་དམ་བཅའི་ཡོང་བའི་གི་ཞག་ལ་དེ་བྱེད་དུས་དཔེ་བྲོ་བ་ཡ་ཞིམ་པོ་ཞོ་ཞིག་རག་སོང་ཟླ། སྐབས་དེར་ང་རང་གི་མཐོང་སྣང་ལ་ཕུན་ཚོགས་དབང་རྒྱལ་ལགས་ནི་ཕྲན་རང་ཆུང་དུས། ཨེ། འདྲ་ལ་ཨོ་སི་གཞི་རིམ་སློབ་གྲྭར་ཡོད་སྐབས་རྒྱ་གར་བ། དགེ་ཆེ། བཀའ་ལྟར་སྲིང་ཞུ་བ་ཡོད་པ་ཁོང་གི་གཟུགས་དབྱིབས་དང་མགོ་ཡི་སྐྲ་བཞག་སྟངས་སོགས་ཧ་ཅང་འདྲ་པོ་མཐོང་སོང་བྱས་པར་བྱས་ཚེ་ད་ཁོང་རང་རྒྱ་གར་གི་མི་དེ་འདྲ་ཞིག་ད་ཁོང་རང་བསླབ་གྲྭ་འདྲ་ལ་འོ་སི་བསླབ་གྲྭ་ཞིག་ཡིན་ས་རེད་བྱས་ཚེ་དེ་དུས་དགེ་རྒན་དེ་འདྲ་ཞིག་ཁོང་ཡང་འདྲ་བོ་དེ་འདྲ་ཞིག་འདུག་བྱས་བྱས་དེ་རེད། ད་སྙིང་དོན་དེ་ག་རེ་རེད་ཟེར་ན་ནི་ཕུན་ཚོགས་དབང་རྒྱལ་ལགས་ཀྱིས་ཧུ་ཡའོ་པང་གི་གནད་དོན་གཅིག་གསུངས་རྗེས་ཨ་ནི་བོད་ཀྱི་གནས་ཚུལ་དེ་གང་དག་དབུས་གཞུང་ལ་སླེབས་མ་སླེབས་ཀྱི་དཀའ་ངལ་ཅིག་ཡོད་པ་དེ་ཡང་སྲིད་བྱུས་ཀྱི་སྒང་ནས་བཤད་ན་ཨ་ནི་ཡོན་ལྕོག་གི་སྲིད་བྱུས། དྲག་པོ་ཡོད་པའི་གཅིག་བྱས། གཉིས་ཀའི་ནི་རྒྱ་ནག་ཁོ་རང་ཆེན་པོ་ཡོད་ཙང་ཨ་ནི་བོད་ཀྱི་གནས་ཚུལ་ཇི་མ་ཇི་བཞིན་སླེབས་མ་ཐུབ་བ་གཅིག་བྱས། འོ་དེ་འདྲའི་གི་དཀའ་ངལ་ཡོད་དུས་རྩ་ནས་ད། གསུམ་པ་ནི་འོ་ས་གནས་ཀྱི་གནས་ཚུལ་དེ་བྱས་མཐོར་ན་ཁུངས་སྐྱོན་མ་བྱས་བར་སྲིད་ཇུས་ལག་ལེན་མ་ཐུབ་པའི་དེ་འདྲའི་གནས་སྟངས་ཡོད་རེད་བྱས་བྱས་དེ་རེད་ད་དེ་འདྲའི་ཡིན་དུས་དཀའ་ངལ་དེ་སླེབས་ཀྱི་ཡོད་རེད་ཡིན་པ་ཡིན་ན་ལས་ད་རྗེས་ལ་སྐུ་ཚབ། དང་པོ་ཕེབས་པའི་སྐབས་ནས་བྱས་རྗེས་ག་རང་ག་ཚང་ཨན་བོད་ཀྱི་གནས་ཚུལ་ཡང་ཀྲུང་དབྱང་ཤེས་པ་སི་ཏི་འདྲ་བྱུང་པ་རེད་ཟེར་རྗེས་ད་མདོར་བསྡུས་ནས་བཤད་ན་ཁོང་རང་གི་བཀའ་མོལ་གྱི་སྙིང་དོན་འདི་རེད། ད་དེ་ནས་སྐུ་ཚབ་ཚོགས་པ་བཀའ་ཟུར་ང་ཕོད་ངག་དབང་འཇིགས་མེད་མཆོག་དང་མཇལ་འཕྲད་ག་དུར་གནང་བ་སི་ད་གནད་ཡོད་མི་སྣ་ཚང་མ་མཇལ་འཕྲད་གནང་ཡང་རིན་བལ་ཆེན་འདུག་ག་ཚེས་ཉི་ཤུ་བཞི་ཉིན་གྱི་དགོང་དྲོའི་ཆུ་ཚོད་བཞི་པར་ང་ཕོད་ངག་དབང་འཇིགས་མེད་མཆོག་གི་གཟིམ་ཤག་ཏུ་མཇལ་འཕྲད་དུ་བཅར། ད་རྒྱལ་ག་ས་རེད། འབའ་བ་ཕུན་ཚོགས་དབང་རྒྱལ་ལ་ཉི་ཤུ་གསུམ་ལས་བཞག་རྗེས་ཆུ་ཚོད་གཅིག་དང་ཕྱེད་ཀ་ཚེ་བཅད་དུ་གནང་བ་རེད་ད་ཉི་ཤུ་བཞི་ལ་ཁོང་རྣམ་པ་ཡང་ཆུ་ཚོད་བཞི་བ་ལ་ང་ཕོད་ངག་དབང་འཇིགས་མེད་ལ་མཇལ་ཁར་བཅར་བ་རེད། ཐོག་མར་གཞུང་འབྲེལ་ཕྱག་རྟགས་ཕུལ་ཏེ་འཚམས་འདྲི་ཞུས་བ་དང་སྐུ་ངོ་སྐུལ་འདེད་གླིང་ནས་ང་ཚོར། ལྟ་སྐོར་གནང་ཕྱོགས་སྐོར་སོགས་པཎ་ཆེན་རིན་པོ་ཆེ་དང་སྐུ་ཉིད་ཕུན་དབང་ལགས་བཅས་ལ་བློ་བཀའ་སློབ་ཞུ་སྒོའི་བཀའ་མངགས་གནང་ཡོད་ལུགས་དང་དོན་ཚན་ལྔ་སྐོར་ཧུའུ་ཡོ་པང་དང་རྒྱལ་ལོ་དོན་གྲུབ་ལགས་གཉིས་བཀའ་མོལ་བྱུང་ལུགས་ཁ་སང། ཅང་སྤུ་དྲངས་ནས་ང་ཚོར་གསུངས་བྱུང། དེའི་སྐོར་བར་ལམ། ལྷ་ས་ནས་དབྱིངས་དཔག་ཐང་གི་རླུང་འཕྲིན་ཐོག་འགྲེལ་བརྗོད་བྱས་པ་དང་གསར་ཤོག་ཏུ་ཐོན་པར་བརྟེན། བོད་མི་མང་ཚོགས་ནས་ཤེས་རྟོགས་བྱུང་བ་དང་ངོ་ལྐོག་བྱེད་ཀྱི་ཡོད་པར་སོང་དེའི་སྐོར་དངོས་ཡོད་གནས་ལུགས་ཇི་བྱུང་བཀའ་འདྲི་ཞུས་པར་བྱས་པ་རེད། བྱས་ཙང་ཀ་ད་གར་བྱས་པར་ཟེར་ན་གནས་ཚུལ་དེའི་སྐོར་ལ། འདི་ནས་མཇལ་འཕྲད་ཞུས་པ་དང་ལམ་སང་ད་ཡར་མར་ཅིག་ལག་རྟགས་གཞུང་འབྲེལ་གྱི་ལག་རྟགས་གར་ཕྱག་རྟགས་ཕུལ་ཡོད་ཞུས་པར་བ་འོ་དེ་དེ་གར་འཛད་ཕུལ་མེད་དེ་བྱས་བྱས་ཙང་དེ་འདྲ་ཡིན་དུས་དེའི་རྗེས་ལ་ལམ་སང་ཡང་ཀུན་དགའི་ལིང་གི་དོན་ཚན་ལྔ་དེ་ལ་འཁྱོངས་པ་རེད། འོ་ད་དེའི་ག་ཚང་སྦྱངས་པ་དང་ཟེར་ག་ཚད་སྦྱངས་ཤུགས་ཅིག་ཟེར་ཁོས་ཤེས་ཀྱི་འདུག་ཟེར་ད། བྱས་ཙང་ཀ་དེ་འདྲ་ཡིན་དུས་ཡང་དོན་ཚན་ལྔ་དེ་བཤད་བྱས་ཨ་ནི་གཡེང་པ་དང་ཟེར་ཁོ་གིས་དེ་ནི་རྦད་དེ་ཡག་གི་རྒྱ་ནག་ག་ཚད་ར་སྤྱང་སྤུ་དྲང་གིས་ལབ་སོང། བྱས་ཙང་དེའི་རྗེས་ལ་ལྷས་ས་ལས་ཁོ་གིས་གཡེང་པ་དང་གི་ཁྱབ་བསྒྲགས་གསར་ཤོག་ལ་དེ་འདྲ་ཐོན་ཤག་དེས་ཨ་ནི་ང་ཚོ་ག་སོ་ག་རེད། དངོས་ཡོད་གནས་སྟངས་ག་རེ་ཡིན་མེད་ཅིག་ང་ཚོ་གསུང་རོགས་གནང་བྱས་རྗེས་ད་ཡང་ཛའི་གནས་ཚུལ་དེའི་སྐོར་རྒྱག་ས་དེ་ག་ད་དོན་ཚན་ལྔ་ཡི་ནང་ལས་ཡང་ད་རྒྱག་འཕྲལ་བ་རེད། བྱས་ཙང་ང་ཕོད་ནས་གསུང་དོན་ད་དེའི་ལན་དེ་ལ་ང་ཕོད་ལས་ག་རེ་གསུང་པ་རེད་ཟེར་ན། ད་རེའི་ལྟ་སྐོར་ཕེབས་ཐུབ་པ་ཡག་པོ་རེད་དེ་སྔོན་ལྟ་སྐོར་ཕེབས་མཁན་གྲས་ནས་ཐུབ་བསྟན་ལགས་ནི་གྲྭ་པ་དང་ཚོང་པ་ཡིན་ཆད་པར་ད་ད། ང་བོད་ཀྱི་གར་བྱས་པ་རེད་ད་ལན་ཁྱེད་རང་ཚོ་ཕེབས་པ་དེ་ཡག་པོ་རེད། དེ་སྔོན་རྟ་སྒོ་ཕེབས་མཁན་གྱི་གྲས་ནས་ཐུབ་བསྟན་ལགས་དེ་སི་རི་རྟ་སྟེ་ཇོ་ཇོ་ཐུབ་བསྟན་ལགས་ཡིན་ན་ག་བྱེད་དང་པོ་གྲས་གྲ་བ་དང་ཚོང་པ་རེད། ཚོང་པ་ཡིན་པ་དང་མདའ་དཔོན་དང་བློ་བཟང་བསམ་གཏན་ལགས་གཉིས་མཐོ་པོར་བཞུགས་མཁན་སོང་ཙང་མང་ཚོགས་ཀྱི་གནས་ཚུལ་མ་མཁྱེན་གི་དང་ད་མདའ་དཔོན་སྐུ་ངོ་མདའ་དཔོན་སྟག་ལ་བུ་ཚོ་གྲ་བྱེད་ན་ཡིན་གྱི་རེད་དེ་བློ་བཟང་བསམ་གཏན་སྐུའི་གཅེན་པོ་གཅུང་པོ། ཡིན་གྱི་རེད་འོ་ཁོང་རྣམ་པ་ནི་ཨ་ནི་ཐོར་བུ་ཞུ་མཁན་དེ་འདྲ་ཡིན་ཙང་མང་ཚོགས་ཀྱི་གནས་ཚུལ་ཇི་མ་ཇི་ཤེས་གི་མ་རེད་སེ་ཏེ། ཐུབ་བསྟན་ལ་གྲྭ་བ་རེད་ཚོང་པ་དང་གྲྭ་བ་རེད་ཆབ་སྲིད་ཤེས་གི་མ་རེད་ཟེར་གི་ལྟད་ཐོག་ཐོག་ཨོ་དེ་རེད་ཟེར། ཨ་ནི་སྐུ་ཚབ་གཉིས་པ་ནི་གནས་མེད་སྐུ་ཚབ་གཉིས་པ་དེ་ལ་གནད་འགག་ཅང་མི་འདུག་ཉམས་མྱོང་དང་སྐད་ཆ་ཧ་མང་གོ་མཁན་ཡིན་ཙང་གནས་ཚུལ་ཡག་པོ་གཟིགས་རྒྱུ་ལྟ་ཅི་སེ་ད་དང་པོ་སྐུ་ཚབ་གཉིས་པ་དེ་གནད་འགག་མི་འདུག་ད་གནས་སུ་མི་འདུག་གཅིག་ནས་ཉམས་མྱོང་དང་སྐད་ཆ་ཧ་གོ་མཁན། ཁ་ཚ་ཧ་མ་གོ་མཁན་ཡིན་ཙང། གཅིག་ནས་ཉམས་མྱོང་ཡང་མ་འདུག་ཨ་ནེ་སྐད་ཆ་ཡང་གོ་གོ་ད་དྲན་ག་ད་དེ་འདྲས་རེད་བཞག་གནས་ཚུལ་ཡག་པོ་གཟིགས་རྒྱུ་ལྟ་ཅི་དེ་དག་གི་གནོད་རྒྱུ་མ་གཏོགས་ཕན་རྒྱུ་མ་འདུག་ཨོ་དེ་རེད་ད། ད་རེས་ཁྱེད་ཚོ་ཕེབས་པ་ཡག་པོ་བྱུང་ཤག་ཅེས་བརྗོད་ཨོ་དེ་རེད་ད། དེ་གས་ང་བོད་ལགས་ཀྱིས་སྐུ་ངོ་ང་བོད་ལགས་ཀྱིས་བཀའ་ཟུར་ང་བོད་ལགས་ཀྱིས་སྡོམ་དེ་བརྒྱབ་པ་རེད། བྱས་ཙང། དོན་ཚན་ལྔ་ནི་རྙོག་དྲའི་གནས་ཚུལ་ཞིག་རེད། རྒྱ་ལོ་ལགས་རྒྱ་ནག་ཏུ་ཕེབས་རྗེས་ཕན་ཚུན་འབྲེལ་གཏུག་གི་རྩ་བ་མཐུད་དེ་སྒོ་ཡག་པོ་ཚུགས་ཐུབ་པ་བྱུང་ཡོད། འདི་ཁོང་རང་གི་བྱས་རྗེས་ཡག་པོ་རེད་བྱས་པ་རེད། ཨ་ད་རྒྱ་ལོ་ལགས་ནི་རྒྱ་ནག་ལ་ཕེབས་ད་འབྲེལ་གཏུག་ཐུབ་པ་དེ་དཔེ་ཡག་པོ་རེད། འདི་ཁོང་རང་གི་བྱས་རྗེས་ཡག་པོ་རེད། གྲུབ་འབྲས་ཅིག་ཀྱང་རེད་བསམ་གི་ཡོད། ཐེངས་གསུམ་པའམ་མཐའ་མའི་སྐབས་དོན་ཚན་ལྔ་ཡི་སྐོར་སྐད་ཆ། བྱུང་བ་མིན་ནམ་དེ་དག་གང་འདྲ་བྱུང་མིན་ང་ཚོ་ཤེས་རྒྱུ་མེད། ད། ཐེངས་གསུམ་པ་ཟེར་དུས་ཁོང་སྐུ་ངོ་བརྒྱ་ལོ་ལ་ཕར་ཕེབས་རྗེས་ད་ཐེངས་མ་དང་པོ་གཉིས་པ་གཡུལ་ཞག་གསུམ་པ་བཞི་བ་གང་ཅག་དེ་འདྲ་ཅིག་ཡིན་ས་རེད་དེ་གསལ་པོ་མི་ཤེས། འོ་ད། དེ་གང་འདྲ་ཞིག་བྱུང་མིན་ཡང་གནས་ཚུལ་ང་ཚོ་མི་ཤེས། དེ་དུས་ཁོང་རང་ག་བ་ཡོད་རེད་ཟེར་ན་བོད་ལ་ཡོད་པའི་སྐབས་རེད་ཅེས་ཅེས་ཟུར་མཆན་ནང་ལ་བརྒྱབ་ཞག། འདི་དག་ལ་རྒྱ་ལོ་ལགས་ནས་མོས་མཐུན་གནང་ཡོད་མེད་གསུང་དགོས་རེད་དེའི་སྐོར་གསལ་པོ་ཞིག་གོ་རྒྱུ་མི་འདུག་ད་གནས་ཚུལ་དེ་གར་ཆགས་པར་དོན་ཚན་ལྔ་དེ་ཨ་ནེ་ཧུའུ་ཡའོ་པང་དང་ཀོང་རྒྱ་ལོ་དོན་གྲུབ་ལ་བར་གྱི་བཀའ་མོལ་ཅིག་རེད་ཟེར་གྱི་ཡོད་རེད་དེ་ལྟ་ཀོང་རྒྱ་ལོ་དོན་གྲུབ་ལ་ཕ་གི་རྒྱ་ནག་ལའི་ཐེངས་མ་གསུམ་པ་བཞི་པ་གང་འདྲ་ཅིག་ལ་ཡིན་ན་གནས་ཚུལ་དེ་ཚོ་བྱུང་བའི་གནས་ཚུལ་ཅིག་ཡིན་ཟེར་དེ་གསལ་པོ་མི་ཤེས་ད་གང་ལྟར་ག་རེ་ཡིན་ན་མེད་ན་འདིའི་སྐོར་ག་རེ་རེད་སི་གོ་རེད་སྐད་ཆ་ག་རེ་བྱུང་སྨན་ཅིག་ཡོད་རེད་བ་འོ་དེ་གསལ་བོ་ག་རེ་སི་གོ་རེད་མོས་མཐུན་གནང་ཡོད་དམ་མེད་དེ་ཀོང་རྒྱལ་དོན་གྲུབ་ལས་གསུང་དགོས་གསུང་དགོས་ཀྱི་ཡོད་རེད་སི་གསལ་བོ་དེ་ཡིན་པ་ཡིན་ན་ལས་གོ་གོ་རྒྱུ་ཐོས་རྒྱུ་སི་ཅང་མི་འདུག་སི་ཨ་བ་རེ་བོ་རེ་བྱས་ཏེ་དེ་རྗེས་དེ་མིན་ཁ་གསལ་རྩ་བ་ནས་མི་འདུག་བྱས་པ་རེད་གནས་ཚུལ་དེའི་སྐོར་ལས་ད་གསལ་བོ་ཞིག་ཀོང་རྒྱལ་དོན་གྲུབ་ལས་བ་རེ་བོ་རེ་བྱས་ཀྱི་ག་ད་གནས་ཚུལ་གསལ་བོ་ག་ཡག་གི་གསུང་མི་འདུག་སི་དོན་ཚན་ཁ་དང་འབྲེལ་བའི་གནས་ཚུལ་དེ་ལ་ཡ། གོང་ས་མཆོག་གཏན་སློག་གནང་དང་མ་གནང་གི་སྐད་ཆ་ག་འདྲ་བྱུང་དང་མ་བྱུང་ང་ཚོས་ཤེས་ཀྱི་མེད་ཅེས་པར་བྱས་ཙང་ད་དོན་ཚན་ལྔ་གི་ནང་ལས་དེ་ལྟེ་བ་དེ་གཅིག་དེ་རྒྱལ་བ་རིན་པོ་ཆེ་པ་དན་དུ་ཕ་ཡུལ་ལས་ལོག་ཕེབས་པའི་བར་བར་ཨའོ་གཏན་སློག་གནང་དང་མ་གནང་གི་སྐད་ཆ་ག་འདྲ་ཅིག་བྱུང་མ་བྱུང་དེ་ང་ཚོས་ཤེས་ཀྱི་ཡོད་མ་རེད་གནས་ཚུལ་གསལ་པོ་ཡོད་ན་ཡོད་རེད་དེ་ཡིས་རྒྱལ་བ་རིན་པོ་ཆེ་དང་ཁྱེད་ཚོ་ཕ་གིར་ཡང་ཁྱེད་ཁྱེད་ལྟར་ཆགས་ཡོད། བྱས་ཙང་གནས་ཚུལ་གསལ་པོ་ཡོད་ན་ཡག་པོ་ཡོད་རེད། གསལ་པོ་ཕོ་བཟོས་དགོས་ཡས་དེ། དེ་གནས་ཚུལ་གསལ་པོ་མེད་པ་དེ་གི་ག་རེ་བྱས་པ་རེད་རྒྱལ་བ་རིན་པོ་ཆེ་དང་ཁྱེད་རང་ཚོ་ཕ་གི་ཡིན་པ་ཡིན་ན་ལས་སི་ཏུས་ད་རྒྱ་གར་སུ་འགོས་རོགས་ཁྱེད་ཚ་པོ་ཆགས་ཡོད་རེད། རྒྱལ་བ་རིན་པོ་ཆེ་ཕེབས་ན་ཡང་དགའ་སུ་རེད། ཕེབས་རྗེས་བརྟན་བཞུགས་གནང་ན་ཡང་དགའ་སུ་ཡོད་ཟེར་བ་འདི་གཉིས་དོན་དག་གཙོ་གནད་ཡིན་པ་ལས་གཞན་ཚོ་ཆུང་ཆུང་ཆུང་ཆུང་ཆུང་ཚག་རེད་བྱས་པ་རེད་ད། ཆབ་སྲིད་ཀྱི་སྒང་ནས་གཟིགས་ཡོད་བར་ད་དོན་རྩལ་སྔགས་ཀྱི་ནང་གི་གཅིག་གི་ནང་ལས་ཧ་ལམ་དེ་འདྲ་ཅིག་ཡོད་ས་ད་བྱས་ལ་དོན་རྩལ་སྔགས་དེ་དོན་ཡོང་དགོས་རེད། འོ་ག་རེ་བྱས་པ་རེད་རྒྱལ་བ་རིན་པོ་ཆེ་དང། རྒྱལ་བ་རིན་པོ་ཆེ། ཕེབས་པ་ཡིན་ན་ལས་དགའ་བསུ་རེད། རེད་བ། ཚོ་ཕེབས་པ་ཡིན་ན། ཕེབས་ནས། ཨེ་ནས་ཁྱུགས་སུ་ཕེབས་ནས་མོན་པ་ཆེ་བསྟན་ཇག་པ་ཞུ་བ་ཡིན་ན་ལས་དགའ་བསུ་ཡོད་ཟེར་བ་དེ་གཉིས་དོན་གནད། གཙོ་གནད་ཅིག་རེད་བྱས་པར་ལྟ། དེས་གཞན་པ་གནས་ཚུལ་དེ་གི་དོན་ཚན་ལྔའི་གནས་ཚུལ་ཅུང་ཆུང་དེ་ཚོ་གཞན་པ་དེ་ཚོ་ཅུང་ཆུང་རེད་ད་རྒྱལ་བ་རོབ་ཀྱི་པ་ཕེབས་མ་ཕེབས་ཟེར་དེ་གཙོ་གནད་རེད། དེའི་དེའི་སྐོར་ཁོང་གསུམ་ཟེར་བ་རེད་ད་ཁོང་གསུམ་ཟེར་དེ་སུ་རེད་ཟེར་ན་ཐུབ་བསྟན་སོང་ཤག་དེའི་ཐུབ་བསྟན་དེ་ཨག་ལག་ཀོང་བོ་ཇུ་ཆེན་ཐུབ་བསྟན་མན་འགྲོ་ཨ་ནི་ད་བོན་ཀོང་སྟག་ལ་བོན་ཚོ་བཀྲ་ཤིས་རྒྱལ་བ་རིན་པོ་ཆེ་བཅས་གསུམ་ཡིན་ས་རེད་བྱས་ཙང། ཆིག་སྟོང་དགུ་བརྒྱ་བརྒྱད་ཡུ་གྱ་གཉིས་དང་བརྒྱ་ཤུ་གྱ་བཞི་ལོར་དྲོན་མོ་རྟོག་ཞིབ་ཆེད་ཕེབས་སྐབས་ལ་ཟེར་གི་ཡོད་རེད་ས་འོ་དེ་ད་བརྒྱ་ཡུ་གྱ་གཉིས་གྱ་བཞི་ར་ལང་གསལ་པོ་གསུང་རྒྱུ་མི་འདུག་བྱས་ཙང་ཀ་ད། དོན་ཚན་ལྔ་གི་སྐོར་ལ་ད་ཅེ་ཀོང་བོ་ད་བོན་དང་ཇུ་ཆེན་ཐུབ་བསྟན་ལགས་དང་རྒྱ་རི་རིན་པོ་ཆེ་ཁོ་ཚོ་ཕ་ཕེབས་དུས། དེའི་སྐོར་ལས་བཀག་པའི་གསུང་ཡིག་མི་འདུག་ས་དོན་ཚན་ལྔ་དང་འབྲེལ་བའི་གནས་ཚུལ་དེ་ལ། དོན་ཚན་ལྔ་རྒྱ་སྐད་ནས་བོད་སྐད་དུ་བསྒྱུར་བ་རེད་ཅེས་དང་ས་དོན་ཚན་ལྔ་དེ་བོད་སྐད་ནང་ལ་མེད་པ་རེད་དེ་རྒྱ་སྐད་ལ་བསྒྱུར་བའི་གནས་ཚུལ་ཅིག་རེད་ཞེས་པ་རེད། དེ་ནས་ཁོང་གིས་ག་རེ་གསུངས་པ་རེད་ཁོང་ནས་མུ་མཐུད་གསུང་དོན་དེའི་ནང་ནས་དོན་ཚན་འདི་འགྲིག་དང་མ་འགྲིག་ཤེས་ཚོད་གསལ་པོ་གསུང་དགོས་ཀྱི་འདུག་ཟེར། གཟིགས་སྐོར་ཕེབས་ན་སྐུ་བཅར་ཉེན་ཁ་ཡོང་གི་མ་རེད་མཇལ་འཕྲད་ཕེབས་ཏེ་གྱིས་དཔོན་རིགས་ཚོ་དང་བཀའ་མོལ་གནང་ན་ཡག་པོ་རེད་དེ་མིན་གཞན་སུ་ཕེབས་ཀྱང་ཆེས་མཐོའི་གོ་སྒྲིག་ཚོ་མཇལ་ཐུབ་རྒྱུ་ཁག་པོ་རེད་བྱས་པ་རེད་བྱས་ཙང་ནི་གནད་འགག་དེ་གསུངས་ཡོད་རེད་བྱས་ཙང་ཀ་ད་དོན་ཚན་ལྔ་ཡི་ནང་ནས་བྱས་པ་རེད་དེའི་ནང་ནས་དོན་ཚན་འདི་འགྲིག་དང་མ་འགྲིག་ཁྱེད་རང་ཚོ་གསལ་པོ་གསུངས་དགོས་ཀྱི་འདུག་དོན་ཚན་ལྔ་དེའི་ནང་ལས་འདི་དགོས་ཀྱི་མི་འདུག་འདི་དགོས་ཀྱི་མི་འདུག་ཟེར་སྟོན་བྱས་གསུངས་དགོས་གལ་ཆེན་པོ་འདུག། གཟིགས་སྐོར་ཕེབས་ན་རྒྱལ་བ་རིན་པོ་ཆེ་གལ་སྲིད་བོད་ལ་གཟིགས་སྐོར་རྒྱ་ནག་ལ་གཟིགས་སྐོར་ཕེབས་བ་ཡིན་ན་ད་རྒྱ་ནག་བོད་དགའ་བ་ཡིན་ན། སྐུ་ཕྱྭ་ལ་ཉེན་ཁ་ཡོང་གི་མ་རེད། ཨ་མཇལ་འཕྲད་ཕེབས་ཏེ་རྒྱ་ཡི་དཔོན་རིགས་ཚོ་དང་བཀའ་མོལ་གནང་ན་ཡག་པོ་ཡོད་རེད། རྒྱལ་བ་རིན་པོ་ཆེ་ཕྱུགས་ཚོ་ཕལ་ཆེར་ག་འདའ་བ་ག་ཕེབས་ནས་རྒྱ་ཡི་དཔོན་པོ་དེ་ཚོ་མཇལ་འཕྲད་གནང་ན་ཡག་པོ་ཡོད་རེད། དེ་མིན་གཞན་སུ་ཕེབས་ཀྱང་ཆོས་སྡེའི་འགོ་ཁྲིད་ཚོ་མཇལ་རྒྱུ་ཁག་པོ་རེད། དེ་མིན་གྱི་ད་སྐུ་ཚབ་སུ་འདྲ་ཞིག་ཕེབས་ན་དཔོན་རིགས། མཐོ་གཞོན་དེ་ཚོ་བྱ་ཡི་ཀ་ལ་ཁག་པོ་རེད། གསལ་བྱེད་ཚ་ཁོ་ཚང་མ་ད་ལྟ་དེ་ག་རེ་འགྲོ་གི་ཡོད་ཟེར་ན་ཚང་པོ་དུང་སྒྲོམ་གུ་ཟེར་གི་ཡོད་རེད་བ། འཐབ་ཕྱོགས་གཅིག་གྱུར་རྒྱུ་འགྲོ་གི་ཡོད་རེད་བ། དེ་མ་གཏོགས་མི་འདུག་ག། འོ་དེ་རེད་བྱས་པ་རེད། དེ་མིན། ཁག་པོ་རེད། དོན་ཚན་ལྔ་ལ་ཞིབ་འཇུག་གི་ཐོག་ནས་སྐུ་ཚབ་བཞི་པའི་བསམ་འཆར་ཕུལ་ན་ཡག་པོ་འདུག་དོན་ཚན་ཁག་ཅིག་གནད་འགག་མ་རེད། བོད་ལ་འཛུགས་སྐྲུན་རྣམ་གྲངས་བཞི་བཅུ་ཞག་གསུམ་ནས་སུམ་ཅུ་སོ་བདུན་འགོ་ཚུགས་ཟིན། བྱས་ཙང་ད། དོན་ཚན་ལྔ་ལ་ཁྱེད་རང་ཚོ་ཞིབ་འཇུག་གི་ཐོག་ནས་སྐུ་ཚབ་བཞི་པའི་བསམ་འཆར་ཕུལ་ན་ཁྱེད་རང་ཚོ་སྐུ་ཚབ་ཐེངས་བཞི་པ་གི་བསམ་འཆར་དེ་ཕུལ་ན་ཡག་པོ་འདུག་དེའི་ནང་ནས་ག་རེ་འགྲིག་འདུག་ག་རེ་འགྲིག་མི་འདུག་ཞིབ་འཇུག་བྱས་རྗེས། དོན་ཚན་ཁག་ཅིག་གནད་འགག་མ་རེད། དེ་བོད་ལ་ཡིན་ན་འཛུགས་སྐྲུན་དང་རྣམ་གྲངས་ཟེར་དུས་རིགས་མ་འདྲ་བ། རྣམ་པ་མི་འདྲ་བ་ག་ཚོད་ཡོད་ཟེར་ན་ཞིབ་འཇུག་ཞག་གསུམ་ནས་སུམ་ཅུ་སོ་བདུན་འགོ་བཙུགས་ཟིན་པ་རེད། མི། ཁྲི་གཉིས་ཙམ་ཕྱིན་པ་རེད་བྱས་པ་རེད་ད་ཁྲི་གཉིས་ཙམ་ལས་ཀ་བྱེད་ཁ་ཕྱིན་པར་གསུང་གི་མེད་དོ། དགོན་པ་ཉིས་བརྒྱ་ཐམ་པའི་ཉམས་གསོ་བོད་ནང་འགོ་བཙུགས་ཡོད་རེད་ཆོས་ལུགས་ཀྱི་གནས་ལུགས་ཕྲན་བུ་ཡོང་གི་འདུག་ཡོད་ས་འདུག་ཅེས་པ་རེད་ད་ནས་དེ་གསུམ་གྱི་ཆོས་ལུགས་དང་འབྲེལ་བའི་གནས་ཚུལ་ཏིག་ཏིག་ཡོང་གི་འདུག་ཡོད་ས་རེད་ད་དགོན་པ་ཉིས་བརྒྱ་ཚོས་ཀྱི་ཉམས་གསོ་བྱེད་འགོ་བཙུགས་ཡོད་རེད། རིག་གནས་གསར་བརྗེ་ནི་ལུང་པར་ཆུ་ལོག་ཡོང་བ་དང་གཅིག་པ་རེད་འདི་ལོ། འདི་ལོ་ཧྲིལ་པོ་རྒྱས་བྱས་པ་རེད་མི་རྣམས་ཀྱིས་བཟོ་གྲྭའི་ལས་ཀ་མ་བྱེད་རྩེད་མོ་རྩེ་གྱིན་བསྡད། ཅི་གང་ཚུགས་ཀྱང་སོ་ནམ་པའི་ལས་ཀ་མ་བྱེད་ས། འགྲིམ་འགྲུལ་གང་ལ་ཡང་གླ་མ་སྤྲད་པར་ཕྱིན་པ་ཟ་ཁང་ནང་ལ་བཟའ་བཅའ་མེད་པ་སོགས་རྒྱལ་ཁབ་སྟོབས་འབྱོར་ཡོང་རྒྱུ་བྲལ་བ་རེད་རྒྱལ་ཁབ་ཀྱི་དབུ་ཁྲིད་ཕལ་ཆེ་བ་རྡུང་རྡེག་ཕོག་པ་རེད་དེ་རྗེས་ཏང་གི་གྲོས་ཚོགས་གསུམ་པ་ནས་འགྱུར་བ་ཕྱིན་པ་རེད་ད་ལམ་ལྟ་སྐོར་དུ་ཕེབས་གནང་བ་ཡག་པོ་བྱུང་འདུག་སྤྱིར་བཏང་ཕེབས་མི་རྣམས་རྒྱུས་ཡོད་པ་ཕེབས་ན་ཡག་པོ་འདུག་ཅེས་གསུངས། ད་རིག་གནས་གསར་བརྗེ་ཟེར་ཏེ་ལུང་པ་ལ་ཆུ་ལོག་ཤོར་བ་དང་གཅིག་པ་གཅིག་རྐྱང་རེད་དེ་ལོ་བརྒྱད་བྱས་པ་རེད་རིག་གནས་གསར་བརྗེ་དེ། ཨ་ནི་མི་དག་གིས་བཟོ་གྲྭ་ལ་ལས་ཀ་མ་བྱེད་རྩེད་མོ་རྐྱང་རྐྱང་རྩེད་ནི་དེ། ཨ་ནི་སྐྱིད་ཁང་ལ་ཡོད་ན་སོ་ནམ་ལས་ཀ་མ་བྱེད་ད་གྲིམ་འགྲུལ་དེ་ཚོ་ལ་དཔེ་ཆ་མ་སྤྲད་འོ་ད་ཟ་ཁང་ལ་ཟ་རྒྱུ་མེད་དེ་འདྲས་བྱས་རྗེས་ཨ་ནི་མཐོ་རིམ་དཔོན་རིགས་དེ་ཚོ་ལ་གདོང་འདེགས་ཕོག་འོ་དེ་འདྲས་བྱས་རྗེས་དཀའ་ངལ་འཕྲད་པ་རེད་སྲིད་མ་ཡིན་ན་ད་ལྟ་དེ་ག་སང་དེ་རེད། ཏང་གི་གྲོས་ཚོགས་གསུམ་པ་ཞེས་རེད་གྲོས་ཚོགས་གསུམ་པ་དེ་ལྟར་ཏིང་གི་ཏིང་གི་བསྒྱུར་བཅོས་དང་ཡི་གི་དུས་ཚོད་དེ་ཡིན་པ་རེད། འདི་ནི་ཨ་ནི་ག་རེ་རེད་འགྱུར་བ་ཕྱིན་པ་རེད། ད་ད་ལམ་ལྟ་སྐོར་ལ་ཕེབས་གནང་བ་ཡག་པོ་བྱུང་ཤག་ཁྱེད་རང་ཚོ་ཡག་པོ་བྱུང་ཤག་སྤྱིར་བཏང་ཕེབས་མི་རྣམས་རྒྱུས་ཡོད་པ་ཕེབས་ན་ཡག་པོ་འདུག་གསུངས་པ་རེད་བྱས་ཙང་ད་གལ་ཆེ་ཤོས་དེ་ཏིག་སི་གནས་ཚུལ་མགོ་བཙུགས་མཁན་དེ་ཚོ་ཡོང་ན་ཡག་པོ་འདུག་བྱས་ཙང་ད་ཁ་སང་ཁོང་སྐུལ་འདེད་གླིང་ཡོང་དགོས་ཀྱི་རྒྱུ་མཚན་གཅིག་གི་ཕེབས་དགོས་ཀྱི་རྒྱུ་མཚན་གཅིག་དེ་ཁ་སང། དཔའ་བོ་ཕུན་ཚོགས་དབང་རྒྱལ་ལགས་དང་ང་ཕོད་ངག་དབང་འཇིགས་མེད་ལས། ད་ལྟ་བཀའ་སྩལ། སུའི་གཟུགས་ཀྱི་རྟ་སེར་ཚེ་ཕུན་ལ་བརྒྱུད་ཅེས་ཞུས་འདུག་ག། འདི་འདྲའི་གོ་གི་འདུག་མ་གཏོགས་ད་གང་ལྟར་གང་བྱུང་མ་བྱུང་མགོ་ཚོས་ལ་མི་ཚོས་ལ་ཕན་གི་མེད་ད། ཨོ་དེ་རེད། དེ་རྗེས་ཚང་མ་ལྷན་དུ་སྐུ་པར་སྒྲོན་པ་གནང་སོང་ས་སྐུ་པར་བརྒྱབ། གུས་ནས་ཀྱང་ཁོང་ནི་ལོ་རྒྱུས་མི་སྣ་ཞིག་ཡིན་པར་སོང་བསམ་པས་ལ་ང་གཉིས་ཀྱང་མཉམ་དུ་སྐུ་པར་ཞིག་བརྒྱབ་པ་ཡིན། ཨོ་ད་ཁོང་རང་ད། བསམ་པས་ལ་སི་ཏུས་ད་ཁ་སང་གྲོང་ཁེ་དེ་རུ་བ། སྐབས་དེར་སྐུ་སྲུང་དམག་མི་གཉིས་ལས་མི་འདུག་དེ་སྔོན་སྐུ་ངོ་སྐུ་འདས་ལས་ང་གཉིས་འགྲོ་སྐབས་ཕྱི་ལོགས་ལ་ཡོད་པའི་དམག་མི་ཚང་མ་མཐོང་སར་མི་འདུག་རྒྱ་ནག་གོང་མ་བཞུགས་ཡུལ་ཕོ་བྲང། ད་ཆ་ཟ་ཁང་ལ། གྱུར་པ་ཞིག་འདུག་པར་དེར་སོ་ཙིག་ནང་ཟེ་ཧ་སོ་ཙིག་ཀྱ་ཧེ་རེད་འོ་འདི་འདྲ་བྱས་པ་རེད་ཅེས་བཤད་དེ་རེད་ད། དེ་ནས་སོ་ཙིག་སྐབས་དཀར་མོ་ཞུ་སྒྲོར་ང་བོས་ནས་བོད་ལ་ཧྲུའུ་ཅི་དང་པོ་ཕུན་དབང་ལགས་གཏོང་རྒྱུའི་མིང་འབོད་ང་ཕོད་ཁོང་རང་ནས་བྱས་ཀྱང་རྒྱ་མིས་ཁས་ལེན་མ་བྱས་པ་དང་བྱས་ཙང་དེ་རྒྱ་བོད་རིན་པོ་ཆེ་ཡང་གསུང་གི་འདུག་ངོ་མ་ཨ་ནི་བོད་ལིག་དེ་བོད་རང་སྐྱོང་ལྗོངས་ཀྱི་ཧྲུའུ་ཅི་དང་པོ་དེ་ཨ་ནི་ག་ཟེ། ཧྲུའུ་ཅི་དང་པོ་དེ་ཨ་ནི་ང་ཕོད་ག་ཟེ་རེད་བའོ་ཕུན་ཚོགས་ལ་དབང་རྒྱལ་ལ་ཏང་ཡེ་ལ་མིང་འབོད་དེ་ཁོང་རང་རང་གི་མིང་དོན་གནང་པ་ཡིན་ཡིན་ན་ལ་རྒྱ་མིས་ཁས་ལེན་མ་བྱས་སོང་ད་ལྟའི་འགོ་ཁྲིད་དེ་འགྲིག་གི་མི་འདུག་ཅེས་རྡོ་རྗེ་ཚིག་ལྡན་དང་རག་ཏིག་བཅས་ནས་ཀྲུང་དབྱང་ལ་ཡི་གེ་སྦྱོར་ཀྱང་མ་ཉན་པར་ཡར་བཏང་བ་རེད་ཅེས་གསུངས། འོ་ད་ད་ལྟ་གི་གོ་སྒྲིག་ཁོ་འགྲིག་གི་མི་འདུག་ཟེར་རྡོ་རྗེ་ཚིག་ལྡན་ལ་ཞེས་དང་རག་ཏིག་ཁོ་ཚོས་ཡ་ཀྲུང་དབྱང་ལ་ཡི་གེ་བཏང་པ་ཡིན་ན་ལས་ད་གོ་ཚོས་ཁ་ལས་མ་ཉན་པར་མུ་མཐུན་བཏང་བ་རེད་བྱ་བ་རེད་བེ་རྫོང་མཐུ་སྟོབས་ལགས་ནས་གུས་པར་ཀ་ཏོག་ཞིག། ཁ་ཟས་གུས་པར། ཀ་ཏོག་ཞིང་སྐྱོང་སྤྲུལ་སྐུ་དང་ལི་ཐང། ཨ་ལོ་ཆོས་མཛད། ཆོས་མཛད་ཚེ་རིང་རྡོ་རྗེའི་སྐོར་སྐད་ཆ་དྲིས་པར་ལན་འདེབས་ཞིབ་ཕྲ་བྱས་པ་ཡིན། ད་དུང་སྐབས་དུས་དུས། ཨ་ནེ། མཐུ་སྟོབས་ལགས་ཟེར་གྱི་འདུག་གུས་པར་ཀ་ཏོག་ཞིང་སྐྱོང་སྤྲུལ་སྐུ་ཟེར་དང་ལི་ཐང་སྐོར་ཚོ། ལྟ་དེར་ཨ་ལོ་ཆོས་མཛད་སྐོར་ལ་སྐད་ཆ་དྲིས་སོང་ད་དུང་ཞིབ་ཕྲ་དྲིས་པ་ཡིན། ཞེས་བརྗོད་ན་དགའ་ཚིག་ཆེ།

རྩ་དྲུག་ཉིན་ལ་ས་དགོང་དྲུག་ཆུ་ཚོད་བཞི་དང་ཕྱེད་ཀའི་ཐོག་སྟག་གོ་ཐོག་དགོང་དྲུག་ཆུ་ཚོད་བཞི་དང་ཕྱེད་ཀ་སྟེ་གཅིག་པར་འདུ་བ། ཀུན་གཟིགས་པཎ་ཆེན་རིན་པོ་ཆེ་རྗེ་བཙུན་བློ་བཟང་འཕྲིན་ལས་ལྷུན་གྲུབ་མཆོག་གིས་རྒྱལ་མཚན་ཆོས་ཀྱི་རྒྱལ་མཚན་མཆོག་མཇལ་བར་བཅར་ཏེ་ཐོག་མར་ཚངས་པའི་སྐུ་ཕྱག་ཕུལ་ཏེ་ཕྱག་དབང་ཞུས། སྐུ་ཕྱག་ཕུལ་ཕྱག་དབང་ཞུས། སྐུ་ངོ་ཀུན་བདེ་གླིང་ནས་གཞུང་འབྲེལ་ཕྱག་བཏབ་གནང་ཕུལ་བ་དང་ང་ཚོ་ཚང་མ་རེ་རེ་བཞིན་མཇལ་ཁ་ཞུས་སྐབས། གུས་པས་གཞོན་ནུའི་ཡི་གེ་ཞིག་ཕུལ་བ་ཡིན། དེའི་སྐོར་སྐུ་ཚབ་ཚོགས་མི་བགྲེས་པ་རྣམས་ནས་མཁྱེན་རྟོགས་མེད་ཆགས་རེད་ད། རྒྱལ་ཁ་ཞུས་ཨ་ནི་མཚན་ཐོ་རྒྱ་གར་བྱས་ཏེ་ཐོག་མར་སྐུ་ཇག་པོས་ཨ་ནི་སྐུ་ངོ་བསྐུར་འདེད་ལེན་གི་ཡ་གན་དང་གཞུང་འབྲེལ་ཕྱག་རྟགས་ཕུལ་རྗེས་ཨ་ནི་རེ་རེ་བཞིན་ཡ། རྒྱལ་ཁ་ཞུ་བའི་སྐབས་དེ་ལ། དེ་ནི། སྐུ་ངོ་ཁོ་རང་ལས། ད། དེ་རུ་བ། ག་སོགས་པར། ཁོང་རང་རྩོམ་པ་པོ་ཁོང་རང་ལ་གཞོན་ནུ་གྱི་ཡི་གེ་ཅིག་བོར་ད་དེ་དུས་ཁོང་བློ་བཟང་སྦྱིན་པ་ལགས་ཀྱི་ཡི་གེ་ཅིག་ཕུལ་བར་བསྐུར་བར་ཏེ། ཨོ་དེ་དཔལ་ཆེན་རིན་པོ་ཆེ་ལས་གསང་བར་ཕུལ་བས་ད་དེ་མི་གཞན་པ། རྒྱུན་ལས་རྣམས་ཀྱི་བཟོ་ཧ་གོ་དགོས་ཡོང་བར་ཟེར་བར་རོགས་པ་རྣམ་པ་ཚོ། ཨོ་བྱས། ཤེས་མདོག་མེད་ང་ཚོས་པཎ་ཆེན་རིན་པོ་ཆེ་རྒྱ་གར་བཞུགས་ཚེའི་ཁང་པ་དེ་ནི་སྐུ་སྒེར་གྱི་དཔེ་མཛོད་ཁང་ཁང་པ་རྙིང་པ་ཐོག་བརྩེགས་གཉིས་ཅན་ཞིག་ཏུ་བྱས་པར་ད་གི་བཞུགས་ས་དེ་རེད། དཔེ་མཛོད་ཁང་ཆེ་སྐུ་སྒེར་གྱི་དཔེ་མཛོད་ཁང་ཆེ་ཁང་པ་རྙིང་པ་ཆེ་ཐོག་བརྩེགས་གཉིས་ཅན། སྐབས་དེར་དམག་མི་གཉིས་འདུག་ས་ཞབས་སྐྱིད་རྣམས་ནས་བོད་ཆས་གྱོན་འདུག་དམག་མི་གཉིས་ཆེ། པན་ཆེན་རིན་པོ་ཆེ་ནས་རྒྱལ་དབང་ཐམས་ཅད་མཁྱེན་པ་སྐུ་སྒམ་ས་དང་ཡིན་པས་ཞེས་གསུངས་འཇིགས་རྔམ་ཆེན་པོའི་སྒོ་ནས་བཀའ་བསྩལ། གནང་སྐབས། ཁང་མིག་ཆུང་ཆུང་དེའི་ནང་ས་ཁུ། ས་འགུལ་བ་ལྟ་བུའི་ཚོར་སྣང་ཤར་བ་དང་དད་པའི་སྤུ་ལོང་དབང་མེད་དུ་གཡོ་བ་ཞིག་བྱུང་བྱས་པ་རེད། དེ་བན་ཆེན་རིན་པོ་ཆེ་གིས་གསུང་གི་ཉམས་དེ་གཅིག་བྱས་རྗེས་ཨ་ནི། བན་ཆེན་རིན་པོ་ཆེ་གིས་གར་ས་རྒྱལ་བ་རིན་པོ་ཆེ་སྐུ་གཟུགས་གསལ་སྣང་རེད་བ་ཟེར་འདི་བཀའ་འདྲི་གནང་དུས་ཨ་ནི་ཞོལ་གྱི་སེམས་ལ་འདི་བྱས་སོང་དད་པ་གཡོ་སོང་བྱས་པ་རེད། དེའི་ངོས་ལ་གུས་ལྟ་བུར་ཆ་བཞག་ན་དཔོན་ཆེན་རིན་པོ་ཆེར་སྤྱི་བཏང་ཙམ་མ་གཏོགས་དམིགས་བསལ་གྱི་དད་གུས་ཡོད་མཁན་ཞིག་མིན་པ་ནི་ཤེས་རྒྱ་ཆུང་བ་དང་ལོ་ན་ཆུང་བའི་སྐྱོན་ཡིན་པ་གསལ་པོ་ཤེས་བྱུང། ནམ་གུས་ནི་ཁོ་རང་བག་ཆགས་ཤིག་རེད་མི་འདུག་ག་གཙོ་བོ་དེ་ནི་སོ་སོ་གི་ཤེས་རྒྱ་མཐོང་རྒྱུ་མེད་པ་དེ་ཡག་ཧ་གོ་སོང། དེ་རྗེས་སྐུ་ངོ་ཀུན་བདེ་གླིང་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཁམས་སེལ་ཤུགས་ཡིན་པ་དང་ལོ་རེ་བཞིན་འཛམ་གླིང་ས་ཆ་གང་སར་མཛད་འཕྲིན་རྒྱས་བཞིན་པའི་སྐོར་སྙན་སེང་ཞུས་པར་དཔོན་ཆེན་རིན་པོ་ཆེས་མུ་མཐུད་གསུང་དོན། ལྟ་སྐོར་ཕེབས་པ་དང་ཁྱེད་ཚོ་མཇལ་བ་དགའ་པོ་བྱུང་རྒྱལ་དབང་ཐམས་ཅད་མཁྱེན་པ་སྐུ་ཁམས་བཟང་པོ་ཡོད་པ་དང་བསྟན་འགྲོའི་དོན་ལ་སྔར་བཞིན་མཛད་པ་རྒྱས་པོ་ཡོད་པ་རིང་མིན་ཡོ་རོབ་ལ་ཆིབས་བསྒྱུར་གནང་རྒྱུ་ཡིན་པ་བཅས་བཤད་ཡས་བྱུང་བར་རྗེས་སུ་ཡི་རང་ཞུ་རྒྱུ་དང་དགའ་བ་སྒོམ་རྒྱུ་ཡིན་ཞེས་གསུངས་སོང་བྱས་པ་རེད། ད་ག་རེ་གསུངས་པར་ཟེར་ན་སྐུ་ངོ་ཀུན་བདེ་ལས་འགས་ད་རྒྱལ་བ་རིན་པོ་ཆེ་སྐུ་ཁམས་གསལ་གྱི་གསལ་གདངས་ཡིན་པ་གང་ཞིག་ལ་ལོ་རེ་བཞིན་མཛད་འཕྲིན་འཛམ་གླིང་སྒང་ལས་རྒྱས་བཞིན་པ་དེ་འདྲ་རེད་ཟེར་དུས་ཨ་ནི་བིན་ཆེན་རིན་པོ་ཆེ་གིས་ད་དེ་ནི་ད་ལྟ་སྐོར་ཕེབས་པ་ལ་ཁྱེད་རང་ཚོ་མཇལ་བ་དགའ་པོ་བྱུང། ལྷག་པར་དུ་རྒྱལ་བ་རིན་པོ་ཆེ་སྐུ་ཁམས་གསལ་ཐང་ཡིན་པ། ཨ་ནི། ལོ་རྗེས་མར་ཡོ་རོབ་ལི་ཆིབས་བསྒྱུར་གནང་ཡས་ཡིན་པ། འོ་དེ་འདྲས་ཡག་ཧ་གོ་སོང། འོ་ད་ལོ་རྗེས་མར་རིང་མིན། གང་མགྱོགས་འོ་དེ་ཡིན་དུས་ད་རྦད་དེ་དགའ་བ་སྒོམ་རྒྱུ་རང་ཡིན་གསུངས་སོང། ད་སྐུ་ངོ་སྐུལ་འདེད་གླིང་ནས་ང་ཚོ་སྐུ་ཚབ་ཀྱིས་ལྟ་སྐོར་བྱེད་དགོས་སྐོར་སོགས་ཀུན་གཟིགས་པཎ་ཆེན་རིན་པོ་ཆེ་མཆོག་དང་ང་ཕོད་ཕུན་དབང་ལགས་བཅས་ལ་བཀའ་སློབ་ཞུ་དགོས་ཞེས་བཀའ་མངགས་ཡོད་སྐོར་དང། ཁ་སང་ང་ཚོར་དགའ་བསུའི་གསོལ་འདེབས་སྐབས་ལྕགས་ལུང་པུ་ཀྲང་ནས་དོན་ཚན་ལྔ་ཡི་སྐོར་ཧུའུ་ཡའོ་ཝང་དང་རྒྱ་ལོ་དོན་གྲུབ་ལགས་གཉིས་བཀའ་འབོད་བྱུང་ལུགས་གསུངས་བྱུང། དེའི་སྐོར་ང་ཕོད་ལ་ཡང་ཞུ་རྒྱུ་བྱུང་ཞེས་ཞུས་པར་བྱས་པ། ད་ཡང་དོན་ཚན་ལྔ་ཡི་ག་ལ་བྱུང་བ་རེད་ཁོང་རྣམ་པ་ཚོ་གིས་ད་ཁ་སང་ང་ཚོ་ཁོ་ཚོ་གིས་ད་དེ་དུང་ཀྲང་པུང་ཟེར་རེད་ཁོ་ཚོས་ང་ཚོ་ལས་ཨ་ནི་བལ་ཏེ། དེ་ག་ས་རེད། བཀའ་ཟུར་གྱི་གསོལ་སྟོན་ཅིག་བཤམས་པའི་སྐབས་དེ་ལ་ལྕང་སྐུ་བྲང་གི་ཡང་སྒོས་དོན་ཚན་ལྔ་ཁེལ་ཅེས་ཨ་ནི། དེ་འདྲ་བཤད་ཀྱི་འདུག་གཙོ་བོ་དེ་ཨ་ནི་ཧུའུ་ཡོ་པང་དང་ཀོང་རྒྱ་ལོ་དོན་གྲུབ་གཉིས་བཀའ་མོལ་བྱུང་ལུགས་སྐད་ཆ་བཤད་ཀྱི་འདུག་དེའི་སྐོར་ང་ཚོས་ཨ་ནི་ང་ཕོད་ལ་ལ་ཞུས་པ་ཡིན། ཨ་ནི་དེ་འདྲ་ཡིན་དུས་པཎ་ཆེན་རིན་པོ་ཆེ་གིས་ག་རེ་གསུངས་པར་ཟེར་ན། པན་ཆོན་རིན་པོ་ཆེས་ང་ཕོད་ཀྱིས་དེའི་སྐོར་གང་གསུང་གི་འདུག་ཅེས་བཀའ་བསྩལ་གནང་བར་སྐུ་ངོ་སྐུལ་འདེད་གླེང་ནས་ང་ཕོད་ཀྱི་དོན་ཚན་ལྔ་ཁོངས་ལྔ་ཁོངས་འགྲིག་དང་མ་འགྲིག་དབྱེ་བ་ཕྱེས་ཏེ་ཁོང་ཚོ་གསལ་པོ་ཞུ་དགོས་ཞེས་གསུང་གི་འདུག་ཅེས་ཞུས་པར། བྱས་ཙང་ད། དོན་ཚན་ལྔ་དེ་ང་རང་ཚོ་མ་སོང་ན་རྒྱུགས་པ་ལེབ་རྡུང་དང་མེད་པ་བྱས་རྗེས་ཨཱནི། ད། བོན་ཆེན་རིན་པོ་ཆེ་གིས་ག་རེ་གནང་བར་ཟེར་ན་ཨཱནི་དོན་ཚན་ལྔ་གི་སྐོར་ལ་ཁྱེད་རང་ཚོ་ག་རེ་བཤད་ཀྱི་འདུག་ག་ཟེར་ང་ཕོད་ཀྱིས་ག་རེ་གསུངས་སོང་ཟེར་དུས། ཨཱནི་ང་ཕོད་ཀྱིས་ད་དོན་ཚན་ལྔ་གི་ནང་ནས་རེད་བ། འགྲིག་མ་འགྲིག་དབྱེ་བ་ཕྱེས་རྗེས་གསལ་པོ་ཞུ་དགོས་རེད་གསུང་གི་འདུག་བྱས་པ་རེད། ད་དེ་ལ་ཡང་པཎ་ཆེན་རིན་པོ་ཆེས་ལྗགས་ལན་ཁར་གནང་བར་ཟིན་ན། པཎ་ཆེན་རིན་པོ་ཆེས་དེའི་སྐོར་ངལ་བོད་ནས་གསུངས་པ་ལྟར་ཡིག་ཆ་དོན་ཚན་ལྔ་དང་འབྲེལ་བ་དེ་ཚོ་གསལ་པོ་གཟིགས་གནང་དགོས། དེ་ཚོའི་ནང་ནས་དོན་ཚན་ལྔ་དོན་དག་མང་པོ་ཞིག་ཡོད་རེད་ཆེ་བ་རེད་ད། ཁྱེད་རང་ཚོ་ངལ་བོད་ཀྱི་གསུངས་པ་ནང་ད། ཡིག་ཆ་དོན་ཚན་ལྔ་དང་འབྲེལ་བ་དེ་གསལ་པོ་གཟིགས་དགོས་རེད། ངལ་བོད་ཀྱི་ཞིབ་འཇུག་བྱས་གསུངས་སོང་བ་ཡག་པོ་ཞིག་བལྟ་འོ་རེད། དེ་དེ་ཚོའི་གི་ནང་ནས་དོན་ཚན་ལྔ་དོན་དག་མང་པོ་ཞིག་རེད། དེ་ཚོའི་ལྟར་དོན་ཚན་ལྔ་དེ་དོན་དག་མང་པོ་ཡོད་རེད། དང་ལེན་བྱེད་མ་ཐུབ་པ་དབྱེ་བ་ཡོང་གི་རེད། བྱས་ཙང་དོན་ཚན་ལྔ་ཡི་ནང་ནས་དང་ལེན་བྱེད་མི་ཐུབ་པའི་དེ་འདྲ་ཡོང་གི་རེད། དོན་ཚན་ལྔ་པོ་དེ་ཆིག་སྟོང་དགུ་བརྒྱ་གྱ་བཅུ་གྱ་གཅིག་ལོར་རྒྱ་ལོ་ལགས་ཧུའུ་ཡའོ་པང་གིས་གསུངས་པ་རེད། རྒྱ་ལོ་ལགས་ལ། འོ་ད་དོན་ཚན་ལྔ་དེ་གྱ་བཅུ་གྱ་གཅིག་ལོ་ལ་ཧུའུ་ཡའོ་པང་གིས་རྒྱ་ལོ་ལགས་གསུངས་པའི་གནས་ཚུལ་ཞིག་རེད། གསུངས་པའི་མ་ཚད་ཇེ་སྟོང་རྒྱ་ཡིག་ནང་ཡོད་པ་དེ་ཡིག་ཐོག་ནས། ཡིག་ཐོག་ནས་ཕུལ་བ་རེད། བྱས་ཙང། ཨ་ནི། དེ་འདྲ། ང་ཕོད་ལ་དེ་རྒྱ་ཡིག་རེད་གསུངས་སོ་རྒྱ་ཡིག་ནས། ཅེས་བཀའ་འདི་གསུངས་པ་ཙམ་མ་ཟད་དེ་རྗེས་ཐོག་དེ་ཁོ་ཚོ་གིས་ད་ཚོང་དུས་བཅད་ཚིག་ཐོ་རྒྱག་གི་རུང་བ་རྗེས་ཐོག་དེ་རྒྱ་ཡིག་ནང་ཡོད་པ་དེ་ཡིག་ཐོག་ནས་བསྡུར་བྱས་བྱས་ཕུལ་བ་རེད་བྱས་པ་རེད་ད་དགོངས་རྒྱ་ལོ་ལ་ལ་ཡིན་ས་རེད་དེ་གོང་ས་ཆེན་པོར་སྙན་སེང་ཞུས་ཡོད་མེད་མི་ཤེས་དེ་ཕྱི་ལོགས་ལ་ཁྱབ་བསྒྲགས་མ་བྱས་པ་དང་ནང་ལ་ཡང་གསང་བ་བྱས་པ་རེད་གང་ཡིན་ཟེར་ན་དེ་བརྟན་པོ་མེད་ཙང་རེད། བྱས་ཙང་ཀ་ད་གནས་ཚུལ་དེ་རྒྱལ་བ་རིན་པོ་ཆེ་ལས་སྙན་སེང་ཞུས་ཡོད་མེད་ནི་ངས་མི་ཤེས། དོན་ཚན་ལྔ་དང་འབྲེལ་བའི་གནས་ཚུལ་དེ་དེ་ཨ་ནི་ཕྱི་ལོགས་ལས་ཁྱབ་བསྒྲགས་མ་བྱས་པ་རེད་ལ་ནང་ལ་ཡང་གསང་བ་བྱས་ནས་བཞག་པ་རེད་ཡིག་ཆ་དེ་ག་རེ་ཡིན་ཟེར་ན་དེ་བརྟན་པོ་ཡོད་པ་མ་རེད་དེ་འདྲ་ཡིན་ཙང་གསང་བ་ཉར་བ་རེད། བོད་ལ་གཏམ་དཔེ་ཡོད་པ་ལྟར་ཆུ་འཚོགས་པའི་སྣོད་ཡོད་ཀྱང་གཏམ་འཚོགས་པའི་སྣོད་མེད་ཟེར་བ་ལྟར་ཕྲན་བུ་ཕྱི་རྒྱར་ཕྱིན་པ་རེད་ད་ཡིན་ན་རྗེས་ལས་གནས་ཚུལ་དེ་ཕྱི་ལོགས་ལས་ཁྱབ་བྱས་པ་རེད། གཏམ་བྱར་བཟའ་དུས་ཆ་ཚང་བྱས་ན་ཡག་པོ་རེད་དེ་ནི་ཡོང་གི་མ་རེད་དཔེར་ན་ཕོ་རོག་སྟོང་འཕུར་ཟེར་བ་ལྟར་རེད་ཅེས་གསུངས་པར་ད་གང་ལྟར་ཕྲན་བུ་བྱར་ཡོད་ཕྱིན་པ་རེད་བྱས་ཙང་གཏམ་བྱར་བཟའ་དུས་ཆ་ཚང་བྱས་ན་ཡག་པོ་ཡོད་རེད་ད་དེ་མེད་ན་ཡོང་གི་མ་རེད་ད་དེ་ཕོ་རོག་སྟོང་འཕུར་ཟེར་ཏེ་གཏམ་དཔེ་ཞིག་རེད་ཤག་ག་འདྲ་ཡིན་ན། གཅིག་ཕུལ་ན་ཚང་མ་ཕུར་ཟེར་དེ་མིན་འགྲོ་ད་ག་ད་འོ་དེ་འདྲི་བྱས་རྗེས་གནས་ཚུལ་དེ་དེ་འདྲི་རེད། དབྱིངས་དཔའ་ཐང་གིས་བཤད་པ་དེ་ཀྲུང་དབྱང་གི་དགོངས་ཚུལ་དང་འགལ་བ་རེད་ཚུར་ཕེབས་ན་གསལ་བསྒྲགས་གནང་དགོས་ཟེར་བ་ལྟར་དེ་ག་འདྲ་ཞིག་གནང་དང་མི་གནང་གོང་ས་མཆོག་གི་ཐུགས་འདོད་རེད་དེ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་གནས་ཚུལ་ངོས་ལེན་ཞུ་དགོས་ཀྱི་ཡོད་སྐོར་སྐད་ཆ་འཁྲོལ་ནས་དོན་ཚན་ལྔ་དེ་ཀྲུང་དབྱང་ནས་ཡང་བསྐྱར་གསལ་བསྒྲགས་གནང་བ་རེད། ད་གནས་ཚུལ་དེ་ཟུར་གཅིག་བྱར་ཙང་ཨ་ནི་ཆེན་པོ་ཆགས་དགོས་རེད། དེ་ནས་དབྱིན་དཔའ་ཐང་གིས་ག་རེ་བཤད་པར་ཟེར་ན། ཁོས་ཀྲུང་དབྱང་གི་དགོངས་ཚུལ་དང་འགལ་བ་རེད། ཁོས་ག་རེ་ལྷན་ས་ཀིའི་གསར་འགྱུར་སྒང་ལ་བཤད་འདུག་ལབ་སོང་ང། ཚུར་ཕེབས་ན་གསལ་བསྒྲགས་གནང་དགོས་ཟེར་བ་ལྟར། ད་ཁོས་ག་རེ་བཤད་གོ་ཟེར་ན། རྒྱལ་བ་རོན་པོ་ཆེས་ནི་ཚུར་ཕེབས་ན་གསལ་བསྒྲགས་གནང་དགོས་རེད་ཟེར་རྒྱལ་སྤྱིའི་སྟེང་ལ་གསུང་བ་མི་རབས་དེ་གང་འདྲ་ཞིག་གནང་དང་མིན་མ་གོང་ས་མཆོག་གི་ཐུགས་རྩོད་རེད། དེ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་གནས་ཚུལ་ངོས་ལེན་ཞུ་དགོས་ཀྱི་ཡོད་སྐོར་སྐད་ཆ་ཁྲོད་ནས་དོན་ཚན་ལྔ་དེ་ཀྲུང་དབྱང་ནས་ཡང་བསྐྱར་གསལ་བསྒྲགས་གནང་བ་རེད། ད་ལྟའི་གནས་ཚུལ་དེ་དང་འབྲེལ་ཡོང་དུས་ཨ་ནི་ལྔ་བཅུ་ངར་ཁུག་གི་གནས་ཚུལ་ངོས་ལེན་ཞུ་དགོས་ཀྱི་ཡོད་རེད་ཟེར་ཡོད་དེ། ཨ་ནི་གནས་ཚུལ་སླེབས་ཡོང་དུས་ད་ཀྲུང་དབྱང་གིས་གང་འདྲ་ཁྱབ་བསྒྲགས་ཅིག་བྱས་པ་རེད་གསུངས་པར་ད་དེ་རེད་ཆ་ཚང་དེ། ཐུབ་བསྟན་རྣམ་རྒྱལ་གྱིས་དོན་ཚན་ལྔ་དེ་དེར་ཁོ་ཚོ་ལས་ཀ་བྱ་རྒྱུ་ཁག་པོ་བྱེད་ཀྱི་རེད་ཞུས་བྱུང། ད་ཐུབ་བསྟན། ཐུབ་བསྟན་རྣམ་རྒྱལ་འཇུ་ཆེན་ཐུབ་བསྟན་རྣམ་རྒྱལ་གྱིས་ག་རེ་གསུངས་སོང་ཟེར་ན་བྱས་པར་བརྟག་གོ་ག་ཚོད་ད་དོན་ཚན་ལྔ་དེ་ཁོ་ཚོ་ལས་ཀ་བྱ་རྒྱུ་ཁག་པོ་རེད་ཟེར་རྗེས་ལབ་སོང་ང་ཚོར་ད་དོན་གང་ལྟར་དེའི་ནང་ནས་དང་ལེན་ཐུབ་དང་མ་ཐུབ་གསལ་པོ་བྱས་ནས་ཞུས་དོན་ཚན་ལྔ་ཡི་ནང་ནས་གཙོ་བོ་བཞུགས་ཡུལ་དེར་མ་གཏོགས་གནད་འགག་མེད་བྱས་པ་རེད་ད་ག་རེ་རེད་ཟེར་ན་ད་རྒྱལ་བ་རིན་པོ་ཆེ་ད་ཅིག་བཞུགས་ས་དེར་ཕ་ཕེབས་དང་མ་ཕེབས་གདན་ཞུགས་གནང་དང་མ་གནང་ཟེར་ད་ཅིག་བདག་གིས། ཀུན། ཁ་ཟས་ང་བོས་ཝང་ཅིག་མིན་ལས་ཅིག་བཟུང་བས་ཞིག་འདུག་ག། དེས་ད། ད་དེའི་ནང་ལས་བཟུང་བས་ཅིག་པ་རེད་གང་ལྟར་དེའི་ནང་ནས་དང་ལེན་ཐུབ་མ་ཐུབ་དེ་དོན་ཚན་ང་ནི་གཙོ་བོ་དེ་བཞུགས་ཡུལ་དེར་མ་གཏོགས་གནས་ཀ་མེད་བཞུགས་ས། བཞུགས་ཡུལ་དེ། ད། འོ་དེ་ལས་གནས་ཀ་ཡོད་མ་རེད་དེ་མ་གཏོགས་འདི་གནས་ཀ་རེད་ཅེས་པ་རེད་དོན་ཚན་གཉིས་པོ་དེ་གལ་ཆེན་པོ་ཡིན་དོན་ཚན་ལྔ་པོར་ངོ་སྐོར་བྱས་ན་ཡང་འབྲེལ་བ་སྡུག་ཏུ་ཕྱིན་ཡོང་གཙོ་བོ་ལྟ་སྐོར་རྗེས་དོན་ཚན་ལྔ་ཡི་ཐོག་གསལ་པོ་གསུང་ན་ཡག་པོ་རེད་ཅེས་བཀའ་གནང་སོང། བྱས་ཙང་ད་སྐྱོར་ར་རྒྱུག་པ་ལེབ་རྡུང་བྱས་ཅིང་དོན་ཚན་ལྔ་ག་ལས་ཅིག་ངོ་རྒོལ་འདྲ་བོ་བྱས་པ་ཡིན་ན་ཡང་དགའ་ངའི་ཁྲེལ་ཐོག་ཁ་བ་རེད་ཚོང་འདུས་དུས་ཚོད་མུ་མཐུད་ནས་ཡང་དུ་དྲེག་པ་ལ་དོ་ཕོག་འགྲོ་ཡི་ཉེན་ཀ་ཡོད་རེད་དེ་ཡིན་དུས་སུ་ག་རེ་བཟོ་དགོས་རེད། ལྟ་སྐོར་གྱི་རྗེས་ལ་དོན་ཚན་ལྔ་ཡི་ཐོག་ལ་གསལ་པོ་གསུང་ན་ཡག་པོ་ཡོད་རེད། དབྱིངས་དཔལ་ཐང་ཟེར་བ་ནི་ཐོག་མར་ལྔ་བཅུ་ནས་བཟུང་བོད་ནང་ལོ་མང་ལས་ཀ་བྱས་མྱོང་མཁན་དང་བོད་སྐད་ཀྱང་ཕྲན་བུ་ཤེས་ཀྱི་འདུག། ལོ་རབས་བརྒྱད་ཅུའི་ནང་བོད་རང་སྐྱོང་ལྗོངས་ཟེར་བའི་དམར་ཤོག་ཚོགས་པའི་དྲུང་ཆེ་ཡང་བྱས་འདུག་བྱས་པ་ད་དབྱིན་དཔའ་ཐང་གི་ལོ་རྒྱུས་དེ་རེད་ཁོ་ད་ལྔ་བཅུ། ཡས་ཡོད་ནས་ད་ཡག་ཡོང་རྗེས་ཨོ་ད། བོད་དེ། ཨ་ནི་བོད་རང་སྐྱོང་ལྗོངས་ཀྱི་དམར་ཤོག་ཚོགས་པའི་དྲུང་ཆེ་ཡང་བྱས་པ་རེད་བྱས་པར་ད་ཁོ་བོད་གི་ཡང་ཏིག་བཞེངས་མཁན་དེ་རེད། རྒྱུན་དུ་མི་གཞིའི་གདུག་རྩུབ་ཆེ་ལ་གཡོན་དག་གི་བསམ་ཚུལ་ཤུགས་ཆེ་ཡོད་མཁན་ཞིག་ཡིན་པ་མ་ཟད་ཧུའུ་ཡང་ཝང་གིས་སྐབས་བོད་ནང་ཅུང་ཟད་གུ་ཡངས་སུ་སྲིད་བྱུས་ལག་བསྟར་བྱས་པར་དངོས་ཤུགས་བརྒྱུད་གསུམ་ནས་ངོ་རྒོལ་སྐྱོན་བརྗོད་བྱེད་མཁན་གཙོ་བོའི་གྲས་དང་ཕུན་ཚོགས་དབང་རྒྱལ་ལགས་ཀྱིས་མི་རིགས་འདྲ་མཉམ་དང་གྲངས་ཉུང་མི་རིགས་ཀྱི་ཐོབ་ཐང་སྲུང་སྐྱོབ་བྱ་རྒྱུའི་ལྟ་གྲུབ་ལ་འཁོན་འཛིན་ཤུགས་ཆེན་བྱེད་མཁན་དང་བོད་རང་བཙན་གྱི་ལངས་ཕྱོགས་འཛིན་ཚུལ་ཉེས་འཛུགས་དང་ལྐོག་གཡོའི་ངན་བྱུས་ཀྱང་བཤམས་མྱོང་མཁན་ཞིག་རེད། ད་དབྱིངས་དཔའ་དྭངས་གསལ་དེ་ག་རེ་རེད་ཟེར་ན། དང་པོ་དེ་གཡོན་ཕྱོགས་ཀྱི་ལྟ་བ་ཟིན་གྱི་གཅིག་བཅས། དེའི་དབང་གིས་ཧུའུ་ཡའོ་པང་གིས་བོད་ནང་ལས་གུ་ཡངས་ཀྱི་སྲིད་བྱུས་འཛིན་སྟངས་སྐོར་ལ་སྐྱོན་བརྗོད་ཤུགས་ཆེན་གལ་ཆེར་བྱས། གཉིས་པ་ནི་འབའ་བ་ཕུན་ཚོགས་དབང་རྒྱལ་ལགས་ཀྱིས་མི་རིགས་ས་ཁོངས་རང་བྱུང་ཟེར་ན་མི་རིགས་འདྲ་མཉམ་གྲངས་ཉུང་མི་རིགས་ཀྱི་ཐོབ་ཐང་གི་སྐོར་ལ་བཤད་ཡོང་དུས་དེ་འདྲའི་སྐོར་ལ་གོས་འཛིན་ཞིག་གལ་གཉིས་བྱས། ཨ་ནི་བོད་རང་བཙན་མེད་ན་བོད་རང་བཙན་གྱི་ལངས་ཕྱོགས་བཙན་ཚུགས་ལ་ཉེས་འཛུགས་འདྲ་མིན་སྣ་ཚོགས་བྱས་ནས་མདོར་ན་ལྐོག་གཡོ་བྱེད་མཁན་གྱི་མི་དེ་འདྲ་ཞིག་རེད་ཟེར་བྱས་རྗེས་ལུང་འདྲེན་གནང་ཞག་དེར། ཡང་པཎ་ཆེན་རིན་པོ་ཆེ་ནས་མུ་མཐུད་གསུང་དོན་ཟེར་བ་ལྟ་དེ། པཎ་ཆེན་རིན་པོ་ཆེ་གསུང་རྒྱུ་མ་རེད་ཡིན་འབའ་ཐང་གི་ལོ་རྒྱུས་དེ་རེད། དེ་སྔ་མཚོ་སྔོན་དང་ཀན་སུའུ་གཉིས་ནང་ཚབས་ཀྱི་གནས་ཚུལ་མང་པོ་བྱུང་ཡོད་ག་ཤེད་བོད་རང་སྐྱོང་ལྗོངས་ལས་ཚབས་ཆེ་བ་བྱུང་ཡོད་རིག་གནས་གསར་བརྗེའི་སྐབས་རྒྱལ་ཡོངས་དང་གཅིག་གྱུར་གྱི་བཀྲ་ཤིས་འཁྱིལ་དང་སྐུ་འབུམ་རེབ་གོང་ལ་མཚོན་ན་ཚོགས་ཆེན་འདུ་ཁང་དེ་འབྲུ་ཁང་བཟོས་ཙང་འདུ་ཁང་སྟོང་པ་ཙམ་ལྷག་པ་རེད་དེ་མིན་སྐུ་གསུང་ཐུགས་རྟེན་རྩ་བ་ནས་མཐོང་རྒྱུ་མེད་པ་བཟོས་པ་རེད་དེ་བཞིན་ལུང་པ་འགའ་ཤས་རྩ་མེད་བཟོས་ཡོད་གསུངས་པ་རེད་ད་དཔོན་ཆེན་རིན་པོ་ཆེ་གིས་ག་རེ་གསུངས་པ་རེད་ད་དེ་སྔོན་མཚོ་སྔོན་སེ་ཀན་སུའུ་གཉིས་ན་ཧ་ཅང་གི་ཚབས་ཆེ་བའི་གནས་ཚུལ་མང་པོ་བྱུང་བ་རེད་འགའ་ཤས་གནས་ཚུལ་འགའ་ཤས་བོད་རང་སྐྱོང་ལྗོངས་ལས་ཚབས་ཆེ་བ་དེ་འདྲ་བྱུང་ཡོད་རེད་དཔེར་ན། རིག་གནས་གསར་བརྗེ་གི་སྐབས་ལ་ཨ་ནི། ག་རེ་སོགས་རེད་རྒྱལ་ཡོངས་དང་གཅིག་གྱུར་གྱི་རྒྱ་ནག་རྒྱལ་ཡོངས་དང་གཅིག་པ་གཅིག་རྐྱང་བཀྲ་ཤིས་འཁྱིལ་བཅས་བླ་བྲང་བཀྲ་ཤིས་འཁྱིལ་དང་སྐུ་འབུམ། རེབ་གོང་ལ་མཚོན་ན་ཚོགས་ཆེན་འདུ་ཁང་དེ་ད་ཚོགས་བསགས་ཀྱི་འདུ་ཁང་དེ་ག་རེ་བྱས་རེད་འབྲུ་གང་ཟོས་ཀྱང་འདུ་ཁང་སྟོང་ལྷག་ཆུ་ཚོད་ལྷག་པ་རེད་འབྲུ་གང་ཟོས་རྗེས། དེ་མིན་སྐུ་གསུང་ཐུགས་རྟེན་མཐོང་རྒྱུ་མེད་པ་དེ་འདྲ་ཟོས་པ་རེད། འོ་གཅིག་བྱས། ཏང་གི་གྲོས་ཚོགས་གསུམ་པ་ནས་བཟུང་འགྱུར་བ་ཕྱིན་པ་རེད་སྲིད་ཇུས་ཡག་ཏུ་ཕྱིན་པ་དེ་དག་ལག་ལེན་བསྟར་སྐབས་གཤམ་འོག་གཡོན་ཕྱོགས་པས་དཔེར་ན་སྔ་རྒྱུ་ངར་སྒུག་ནས་གཙོ་བོར་བྱས་ནས་འཚར་ལོངས་བྱུང་བའི་མི་དེ་ཚོ་ད་ཆ་གནས་ཚུལ་གསར་པ་ཞིག་ལ་འགྱུར་བ་ཕྱིན་པ་དང་མཉམ་དུ་འགྲོ་དགོས་དུས། ཁྱད་པར་ཆེན་པོ་ཕྱིན་ནས་གནས་ཚུལ་འགྱུར་བ་འགྲོ་གི་མི་འདུག་མི་ནི་ཡིད་བཟང། ཤོག་བུ་དཀར་པོ་ནང་བཞིན་རེད་མིའི་བསམ་བློ་དེ་འགྱུར་བ་གཅིག་ཕྱིན་ཚར་དུས་གཞན་ལ། སྐྱོན་སྟོན་དགོས། སྐྱོན་འདོན་བྱེད་དགོས་ན་ཁག་པོ་རེད། བྱས་ཙང་ད་གནས་ཚུལ་ག་རེ་རེད་ཟེར་ན། ཏང་གི་གྲོས་ཚོགས་ཚོགས་དུས་གསུམ་པ་དེ་རེད་ད་དེ་གཅིག་པ་གཅིག་རྐྱང་རེད། ཚོགས་དུས་གསུམ་པ་དེ་ཚོར་རྗེས་ཨ་ནི་འགྱུར་བ་ཕྱིན་པ་རེད་ཕྱིན་པ་རེད་ད་དེ་ད་ལྟ་གོང་དུ་ཕྱིན་པ་རེད། སྲིད་ཇུས་ཡག་ཏུ་ཕྱིན་པ་དེ་ལག་ལེན་བསྟར་སྐབས་ཡང་གཡོན་འཇོག་པ་དེ་ཚོ་གི་གོ་ལོག་རྩེ་གཅིག་དེ་འདྲ་བྱེད་དགོས་རེད་བྱས་ཙང་དེ་ཡིན་དུས་ཨ་རི་ཆིག་སྟོང་དགུ་བརྒྱ་ལྔ་བཅུ་རང་བོར་གཙོ་བོ་བྱས་ནས་ཨ་རི་ལྔ་བཅུ་ང་དགུ་ནས་བཙུགས་འཚར་ལོངས་བྱུང་བའི་མི་དེ་ཚོ་ད་ཆ་གནས་ཚུལ་གསར་པ་ཞིག་ལ་འགྱུར་བ་ཕྱིན་པ་དང་མཉམ་དུ་འགྲོ་དགོས་དུས་སྲིད་དུས་ད་གོ་ཚོ་ཧོ། གནས་ཚུལ་གསར་པ་ལ་འགྱུར་བ་འགྲོ་དུས་དུས་དང་བསྟུན་པའི་འགྱུར་བ་ཅིག་ལ་འགྲོ་དགོས་ཀྱི་ཡོད་དུས་ཨ་རི་ཁྱད་པར་ཆེན་པོ་ཕྱིན་ནས་ས་གནས་ཚུལ་འགྱུར་བ་འགྲོ་གི་མི་འདུག་འགྲོ་ཐུབ་ཀྱི་མི་འདུག་བྱུང་བ་ད་དེ་རེད། མི་ནི་གཤོམ་བུ་དཀར་པོ་ནང་བཞིན་མིའི་བསམ་བློ་དེ་འགྱུར་བ་གཅིག་ཕྱིན་ཚར་དུས་གཞན་ལ་སྐྱོན་འདོན་བྱེད་དགོས་ན་ཁག་པོ་རེད། ཨོ་ད་ཅི་ཅི། གཞན་ལ་སྐྱོན་བྱེད་སོ་སོ་གི་བསམ་བློ་འགྱུར་བ་ཕྱིན་དུས་ད་གཤོག་བུ་དཀར་པོ་ནང་བཞིན་རེད། ཁོའི་བསམ་བློ་དེ་འགྱུར་བ་གཅིག་ཕྱིན་ཚར་དུས་གཞན་ལ་སྐྱོན་འདོན་བྱེད་ཁག་པོ་རེད་གསུངས་འདུག་བོད་རིགས་ས་ཁུལ་ལྔ་ཡོད་དེའི་སྲིད་བྱུས་ལག་བསྟར་ལྟར་སྟངས་ཁག་ཁག་རེད། དེའི་ནང་ནས་ས་ཁུལ་ཁག་ཀྱང་མི་འདྲ་བ་བྱུང་ཡོད་སྤྱིར་བཏང་བཤད་ན་མཚོ་སྔོན་དང་ཀན་ལྷོ་གཉིས་ས་ཁུལ་ཁག་ལྔ་ཡི་ནང་ནས་ཡག་ཤོས་ཡིན་གསུངས་པ་རེད། བྱས་ཙང་ད་བོད་རིགས་ཀྱི་ས་ཁུལ་སྐབས་དེ་དུས་ཆེ་ས་ལས་ལྔ་ཡོད་རེད་དེའི་ནང་ལས་སྲིད་ཇུས་ལག་བསྟར་བྱེད་སྟངས་ཡང་ཁག་ཁག་རེད། རེད་གསུངས་པ་རེད། ས་ཁུལ་འགའ་ཤས་ཀྱང་མི་འདྲ་བ་ཡོད་པ་རེད། སྤྱིར་བཏང་གི་ཆ་ནས་ད་མཚོ་སྔོན་དང་ཀན་ལྷོ་གཉིས་དེ་ག་རེ་རེད་ཟེར་ན་ས་ཁུལ་ཁག་ལྔ་ཡི་ནང་ནས་ཡག་ཤོས་དེ་བརྩི་གི་ཡོད་རེད། དགོན་པ་སོགས་མང་ཚོགས་ཀྱི་རེ་འདུན་ལྟར་འཕར་རྒྱས་བྱུང་ཡོད། པའི་དགོན་པ་བརྒྱ་ཡོད། དེའི་དེ་མང་ཚོགས་ཀྱི་རེ་བ་བཏོན་པ་ནང་དག་བྱུང་བསྡད་ཡོད། རྒྱ་ཁབ་ཆེན་པོ་ཡོད་ཀྱང་ཕྱུག་པོ་མེད་དགོན་པ་ཆེ་བ་ཚོ་ལ་རོགས་དངུལ་གནང་བ་ལས་ཆུང་བ་ལ་གནང་གི་མེད་གནང་བ་དེ་དག་ཀྱང་ས་བཅད་མ་སྟོང་ཙམ་ལས་མེད་ས་མཚོ་སྔོན་དང་ཀན་ལྷོ་གཉིས་ཀྱི་མི་རྣམས་ཆོས་སྡེ་ཆེན་པོ་དང་རྒྱུག་ཕྱུག་པོ་བྱས། མི་མང་སྟོབས་ཤུགས་རྒྱས་ཡོད་ས་དགོན་པ་སོ་སོར་ཆོས་འཆད་ཉན་འགོ་བཙུགས་ཙམ་ལས་གཞན་བྱུང་མེད་ས་དམིགས་བསལ་དགོན་པ་ཆུང་ཆུང་ཁ་ཤས་ཡག་པོར་བཞེངས་ད་གཙོ་བོ་རྒྱལ་ཁབ་སྐབས་དེ་དུས་སྐྱོ་པོ་བྱས་དེ་འདྲ་ཡིན་དུས། ད། དགོན་པ་ཆེན་པོ་ཆུང་ཆུང་ལས་ནི་ཡག་བྱེད་ཀྱི་ཡ་མ་རེད་ཆེན་པོ་དེ་སྟེགས་གཅིག་བྱས་གོ་ས་ཆེན་མ་སྟོང་ཙམ་རེད་ད་མཚོ་སྔོན་དང་ཀེ་ལོ་གཉིས་ཀྱི་མི་དེ་ཚོ་ཆོས་གོ་ཐོས་ཆེན་པོ་དང་རྒྱུ་ཡ་ཕྱུག་པོ་ཡོད་དེ་འདྲ་ཡིན་དུས་དམིགས་བསལ་དགོན་པ་ཆུང་ཆུང་དེ་འདྲའི་རྒྱབ་ཏུ་གནས་སྟངས་དེ་འདྲ་བྱུང་པ་རེད་བྱས་པ་རེད་ད་དེ་རེད།

གནས་ཚུལ་དེ་གང་ནས་ད་གསལ་པོ་མེད་པའི་གནས་སྟངས་དེ་རེད་ད་སྐུ་ཚབ་སོང་དང་པོ་གི་སྐབས་ལ་ཤེས་ཀྱི་མི་འདུག་གསུངས་ཡོད་དེ་རེད། འོ་ད་དེ་གང་ནས་ཨ་ནི་བོད་ཀྱི་གནས་ཚུལ་དེ་འདྲ་ད་གོང་ག་ས་དང་པོ་དེ་འབའ་བ་ཕུན་ཚོགས་དབང་རྒྱལ་ལ་གཉིས་པ་དེ་གང་ས་ང་བའི་ང་དབང་གཅིག་མ་ལ་ད་གསུམ་པ་དེ་བོན་ཆེན་རིན་པོ་ཆེ་རྒྱལ་གཅེས་བཀའ་མོལ་མུ་མཐུད་ནས་གསུངས་ཡོད་ཀྱི་གནས་སྟངས་འོག་དེ་རེད་ད་དེ་ཡིན་དུས་དེའི་ནང་དོན་ཚན་གང་ཞིག་གཙོ་བོ་དེ་རྒྱལ་བ་རིན་པོ་ཆེ་བཞུགས་ཡུལ་དེ་རྫོགས་ནས་ཆགས་རྗེས་དེ་རེད། འོ་ད་དེ་རྒྱལ་ལ་གནས་ཚུལ་མུ་མཐུད་ནས་ཁྱོད་ཀྱི་རེད་དེ་ཁྱེད་ལས་ངན་ཡང་ལོག་ཆོག་པ་ཞུ་ཡིན་ཐུགས་རྗེ་ཆེ་ད་དེ་རིང་དེ་ཙམ་མི་འདུག་ཐུགས་རྗེ་ཆེ།